རྣམ་པ་ལྷན་རྒྱས་སྐུ་ཁམས་གསང་སྔགས་པ་སེར་གྱི་དབྱིངས་ཨ་མི་རི་ཀའི་ཨ་ཝར་ཤིན་ཏྲ་ན་ཡོད་པའི་ཨ་རིའི་རླུང་འཕྲིན་ཁང་ནས་ང་ཚོའི་ལས་རིམ་སེར་སྐྱའི་རྣམ་པར་ཡོངས་ལ་སྐུ་ཁམས་བསམ་པའི་འཚམས་འདྲི་ཞུ་བ་དང་ཆབས་ཅིག་ད་ལྟ་ང་ཚོ་ཀུན་གླེང་གི་དྲོད་ལྷད་ལས་རིམ་འདི་འགོ་འཛུགས་ཞུ་གི་ཡིན། དེ་རིང་གི་ང་ཚོའི་དྲོད་ལྷད་ལས་རིམ་དེའི་ནང། ཨ་མི་རི་ཀའི་ཨ་ཝར་ཤིན་ཏྲ་ན་ཡོད་པའི་བྱང་ཨ་རིའི་སྐུ་ཚབ་དོན་གཅོད་ཁང་གི་ལས་དོན་གྱི་འཆར་གཞི་དང་དག་གནས་བཞིན་དམིགས་ཡུལ་དང་བོད་མིའི་སྤྱི་ཚོགས་ཀྱི་ཁྲོད་ལ་ཡ། འབད་བརྩོན་ག་ཚབ་གནང་ཀྱི་ཡོད་མེད་སོགས་ཀྱི་གནད་དོན་སྐོར་ལ་ཡང་གྲོས་གླེང་ཞུ་བ་ཡིན། ད་རིང་གི་ང་ཚོའི་གྲོས་གླེང་དེའི་ཆེད་དུ་བྱང་ཨ་རིའི་སྐུ་ཚབ་དོན་གཅོད་གསར་པ། སྤྱི་འཐུས་ཚོགས་གཙོ་སྐུ་ངོ་སྤེན་ཚེ་ལགས་གདན་འདྲེན་ཞུས་ཡོད་སྐུ་ངོ་བཀྲ་ཤིས་བདེ་ལེགས། ནོར་སོ་སྐུ་ངོ། ད་སྐུ་ངོ་ཡིན་ན་བྱང་ཨ་རིའི་སྐུ་ཚབ་དོན་གཅོད་ཀྱི་འགན་བཞེས་དེ་ཁ་སིན།

རེད་དེ། སྤྱི་འཐུས་ཚོགས་གཙོ་བྱས་པའི་སྐབས་ལ་ཡང། དམངས་གཙོའི་ཀ་བ་གསུམ་ནང་ནས་ཁྲིམས་སྲོལ་ལས་དོན་ཐོག་ལ་ཡང་མ་ང་ཞིག་ལེགས་ཆ་བྱས་དགོས་ཀྱི་ཡོད་རེད། ལྷག་པར་དུ། སྤྱི་འཐུས་ཚོགས་གཙོ་ཡིན་པའི་ཆ་ནས་སྤྱི་འཐུས་རྒྱུན་ལས་ལྷན་རྒྱས་ལས་ཀ་བྱེད་ཡ་རེད། ད་ནང་བཞིན་སྤྱི་འཐུས་ཁྱོན་ཡོངས་ནས་ད་སྤྱི་འཐུས་ལྷན་ཚོགས་ནང་ལ་ཡང་ལས་དོན་བྱེད་ཆོག་རེད། སྤྱི་འཐུས་ཚོགས་གཙོ་ཡིན་པའི་ཆ་ནས་དམངས་གཙོའི་ཀ་བ་གཅིག་གི་སྐུ་ཚབ་མཚོན་པའི་ཐོག་ནས། གཞུང་འབྲེལ་མཛད་སྒོ་ཁག་ལ་ཡང་སྤྱི་འཐུས་ལྷན་ཚོགས་ཀྱི་སྐུ་ཚབ་ཞུ་ཡ་དང། ཨ་ནི་མང་ཚོགས་དང་འབྲེལ་བ་ཡོད་པའི་གི་གནད་དོན་ཁག་ལ་ཡང་ཅི་ག་བ་ལས་ཤོག་ཕྱིན་བཀའ་གནང་བས་ནས་དེར་བཅའ་བྱས་བཀའ་མོལ་ཞུ་ཡ་དང། ཨ་ནི་ལྷག་པར་དུ་ད་ཅི་རྒྱལ་སྤྱིའི་ནང་ལོགས་ལ་ཡང་འབྲེལ་བ་བྱེད་ཡ་གི་གོ་སྐབས་དེ་ཚོ་ད། སྤྱི་འཐུས་ལྷན་ཚོགས་ཀྱི་ཚབ་བྱས་རྗེས་དོགས་ཞེན་བྱེད་དགོས་ཡོད་རེད་ཨ་ནི་སྤྱི་འཐུས་ཚོགས་གཙོ་ཡིན་པའི་ཆ་ནས་ད་ཚོགས་དྲུང་ལས་ཁུངས་རེད་ད་ནང་བཞིན་གྱི་སྤྱི་འཐུས་རྣམ་པ་ཚོ་མང་པོ་ཅིག་ཕྱག་ལས་གནང་རོགས་ཡོད་རེད་ད། ད་དེའི་དོན་གཅོད་ཀྱི་འགན་འཁྱེར་བའི་སྐབས་སུ་ཨ་ལ་ཐོག་མར་དེ་སྤྱི་ནོར་ཁོངས་སུ་སྐྱབས་མགོན་ཆེན་པོ་མཆོག་དང། ཨ་ནི་དཔལ་ལྡན་སྲིད་སྐྱོང་མཆོག་གི་དབུས་པའི་བཀའ་ཤག་གི། ང་ལ་ཡང་དེ་འདྲའི་ཅིག་ཡིད་ཆེས་གནང་བ་དེ་ཐུགས་ཆེ་བཞིན་ཞུ་ཡ་ཡིན། ད་འདི་འཛིན་སྐྱོང་གི་ལས་ཀ་ཆགས་ཀྱི་ཡོད་རེད་འཛིན་སྐྱོང་གི་ནང་ནས་ལྷག་པར་དུ་དོན་གཅོད་དེ་སྤྱི་ནོར་ཁོང་ས་སྐྱབས་མགོན་ཆེན་པོ་མཆོག་གི་སྐུ་ཚབ་མཚོན་དགོས་ཀྱི་ཡོད་རེད་ལ་བོད་མིའི་སྒྲིག་འཛུགས་ཀྱི་སྐུ་ཚབ་ཀྱེ་མཚོན་དགོས་ཀྱི་ཡོད་རེད་དེ་དང་དེ་དང་དེ་དང་འདྲེས་བྱས་ནས་ལས་ཀ་བྱེད་དགོས་ཀྱི་ཡོད་རེད་ནི་འཛིན་སྐྱོང་གི་ལས་ཀ་དེ་གཞན་དང་མ་འདྲ་བའི་ཡང་ཅིག་གོ་རིམ་མང་པོ་ཡོད་རེད་བཀའ་ཤག་ནས་ཕྱིན་ནས་ལྷན་ཁང་ནས་ཕྱིན་ནས་ནི་ད་ལྟ་དོན་གཅོད་ཟུར་བཞིན་པ་ཡིན་ན་དྲུང་ཆེའི་གནས་རིམ་ཐོག་ནས། ང་འདུག་སའི་ལས་ཀ་བྱེད་འདོད་ཀྱི་ཡོད་དུས་ཟེར་བ་ལ་ང་རང་ཚོའི་སྒྲིག་འཛུགས་ཀྱི་འགྲོ་སྟངས་ཆ་ཚང་ཅིག་སྒྲིག་གཞི་དང་མཐུན་པའི་གིས་ཨིན་འཛིན་སྐྱོང་ལས་དོན་བྱེད་དགོས་ཀྱི་ཡོད་རེད་ཡིན་པས་སོང་ཙང་ད་ལྟ་འདས་པའི་ཟླ་བ་གཉིས་དང་ཉི་མ་བཅུ་ཟིན་ནང་ལོགས་ལ་ཡང་ང་དེ་གན་ཁེ་བྱས་དེའི་དུས་ཡུན་དེ་ནང་ལ་ངས་མང་ཚོགས་ལས་དེ་ཞུ་འདོད་ཀྱི་ཡོད་དོན་ངས་མོ་ཏྲ་ལ་མ་སོན་ནས་ངའི་ཀླད་པའི་གེགས་དེ་རྐྱེན་བྱས་ཚར་བ་རེད་ད། ང་ལོ་ཉི་ཤུ་གཅིག་སྡུད་བྱས་པའི་སྐབས་ལ་ཡང་སྤྱི་འཐུས་ཀྱི་ལས་འགན་དང་བསྟུན་ནས་མང་ཚོགས་ལ་བཀའ་མོལ་ཞུ་ཡ་དང་གང་ཅིའི་ཐོག་ནས་དེ་དང་བསྟུན་བྱ་ཞུ་གི་རེད། ཚོགས་གཙོ་བྱས་པའི་སྐབས་ལ་ཡང། ཡང་སྤྱི་འཐུས་ཚོགས་གཙོའི་ལས་འགན་དང་བསྟུན་བྱ་ཞུ་གི་རེད། ད་ད་ལྟ་ཡིན་པ་ཡིན་ན། ང་དོན་གཅོད་ཅིག་ཡིན་པའི་ཆ་ནས། དོན་གཅོད་ཀྱི་ད་འཛིན་སྐྱོང་གི་ལས་བྱེད་ཅིག་ཡིན་པའི་ཆ་ནས། དེ་དང་བསྟུན་བྱ་ཞུ་གི་རེད་མ་གཏོགས། ཆབ་སྲིད་ད་དེ་འདྲའི་དྲི་བ་དྲིས་ཡོང་པ་ཡིན་ན། ངས་ལན་རྒྱག་གི་མ་རེད་ད་བྱས་རྗེས་དེ་ཞུ་བསྡད་ཀྱི་ཡོད་དེ་ཡིན་ཟེར་ན། འཛིན་སྐྱོང་གི་ལས་དོན་བྱེད་ཕྱོགས་དང། གྲོས་ཚོགས་ཀྱི་ལས་དོན་བྱེད་ཕྱོགས་དེ་སྤྱི་བཏང་གི་དམངས་གཙོའི་ཀ་བ་གསུམ་ནང་ལོགས་ནས་ཐ་དད་ཡིན་པ་བརྗོད་མ་གོ་བ་ཆེ། འཛིན་སྐྱོང་གི་ལས་དོན་བྱེད་ཕྱོགས་ཁོ་རང་ཅིག་ད་ངོ་ངོ་སུ་རུ་ཅིག་བད་ཁ་ཁ་ཆགས་བསྡད་ཀྱི་ཡོད་རེད་དེ་ཡིན་དུས་བསམ་པ། རྒྱུ་བ་ང་རང་འགལ་མཚོན་པ་འདྲ་བོ་བྱེད་ན་རྒྱུ་བ་ཆེན་པོ་ཅིག་རེད་དེ་ཡིན་ནས་ད་དེ་འདྲ་བར་དུ་སྤྱི་པའི་ལས་ཀ་བྱེད་ཤུལ་རེ་འགའ་ལ་ཡང་སྤྱི་འཐུས་ཚོགས་གཙོ་ཡིན་པའི་སྐབས་ལས་མི་མང་ཞབས་ཞུ་ངས་རང་ངོ་ཐོག་ནས་ཞུ་བསྡད་ཀྱི་ཡོད། ད་ནང་བཞིན་ཆེས་ནི་འཛིན་སྐྱོང་སྐབས་ཡིན་པ་ཡིན་ནའི་ད་མི་མང་གི་ཞབས་བཞུ་ངན་རང་བསམ་བློ་ཁེལ་བྱས་བྱེད་བསྡད་ཀྱི་ཡོད་དུས་ནི་མང་ཚོགས་ད་འཛིན་སྐྱོང་ལས་ཀ་བྱས་པའི་སྐབས་སུ་མང་ཚོགས་ད་ཐད་ཀ་དངོས་སུ་ནི་ཅིག་འབྲེལ་བ་བཞག་བྱས་ལས་ཀ་བྱས་ཏེ་ཤུགས་ཆེ་ཡ་ཆེ་ཡོང་བསྡད་ཀྱི་ཡོད་རེད་དེ་ཡིན་དུས་བསམ་པ་དེ་སྐྱེས་པ་བཟང་པོ་ཞིག་རག་རེད་བསམ་གོ་ལྷག་པར་དུ་ད་ལྟ་སྐུ་མདུན་སྐུ་འཚོ་བཞུགས་སྐབས་ལ་ཡང་ཞབས་བཞུ་ཡ་གོ་སྐབས་དེ་འདྲ་ཞིག་རག་པ་དེ་དངོས་གནས་དྲན་ནས་སྐྱེས་པ་བཟང་པོ་ཡིན་བསམ་གོ།

གྲུབ་འབྲས་འདི་གའི་ཐོན་པ་བསམ་ཡག་གི་དགོངས་བཞེས་བྱེད་རྒྱུར་འདི་ག་རྩལ་ཅིག་ཁ་རོག་ཐུགས་རེ་ག་རྩལ་སུ་གནང་གི་ཡོད་ན།
ད་འདི་དང་འདི་བྱེད་ཅེས་ཚད་འཇལ་དེ་ཁག་པོ་རེད་ཡིན་ནའི་ད་མི་དེང་སང་འགྲོ་སྟངས་བྱས་པ་ཡིན་ན་ཨོ་ང་ལོ་གཅིག་ནང་ལོགས་ལ་ཡང་ལས་ཀ་དེ་འདྲ་དེ་འདྲ་བྱེད་ཀྱི་ཡིན་གྲངས་ཀ་དེ་འདྲ་དེ་འདྲ་མང་བཏང་གི་ཡིན་ཟེར་ཡག་གི་དེ་འདྲའི་གི་ད་ཚད་འཇལ་ཟེར་བ་མང་པོ་ཞིག་བཟོ་དགོས་གི་འདུག་བ་ད་འདི་ཚོ་ད་རིང་རེ་རེ་རེ་རེ་ཞུ་དེ་ནས་ཏག་ཏག་བསྡད་གི་མི་འདུག་ཡིན་པ་ཡིན་ནའི་སྤྱི་ཡོངས་ནས། རྒྱག་རིམ་བྱེད་མཁན་དཀའ་གནང་བ་རེད། གཅིག་ཨ་མི་རི་ཀ་སུ་རུ་ཕྱིན་པ་ཡིན་ན་ད་ལྟའི་ཆར་ཡང་ཆབ་སྲིད་ཀྱི་རྒྱབ་སྐྱོར་ཞེ་དྲག་ཡག་པོ་ཡོད་རེད། དཔལ་ལྡན་སྲིད་སྐྱོང་མཆོག་གིས་དེ་ནམ་རྒྱུན་ནས་གསུངས་གནང་གི་ཡོད་རེད། དེ་ཡིན་དུས་བྱང་ལྷག་པ་དུ་ཨ་མི་རི་ཀའི་ནང་ལོགས་ལ་ཡང་ཆབ་སྲིད་ཀྱི་ལས་དོན་དེ་ད་ག་ཚོད་ཐུབ་ཐུབ་ཅིག་ཤུགས་ཆེ་རུ་བཏང་ཡག་གི་འབད་བརྩོན་ཞུ་ཡག་རེད། ཤུགས་ཆེར་མ་ཕྱིན་པ་ཡིན་ནས་སྔས་མ་ཡོད་པ་དེ་ཉམས་དམས་སུ་མ་འགྲོ་ཡ་ཅིག་འབད་བརྩོན་བྱེད་དགོས་པ་དེ་ཧ་ཅང་གལ་ཆེན་པོ་དེ་དེ་ག་ནང་བཞིན་གཅིག་གིས་བོད་ཀྱི་ཀན་རི་ར་གཞུང་དང། ཡང་གྲོས་ཚོགས་དང་ཕྱི་སྲིད་ལས་ཁུངས་དང་ཚང་མ་ལོག་ལེ་ཡང་འབྲེལ་བ་ཞུ་ཡ་དེའི་ཆེད་སྒུག་གི་ཡོད་དུས། ང་ཚོ་དོན་གཅོད་ལས་བྱེད་མི་ལྔ། དེ་གིས་ལས་གཞི་རྒྱ་ཆེན་པོ་ཞུ་ཅིག་ཡིན་དུས་ད་ཆབ་སྲིད་ཀྱི་ཐོག་ནས་ཅིག་སྲིད་འཛིན་ལས་ཁུངས། ཕྱི་དྲིལ་ལས་ཁུངས། ཕྱི་འབྲེལ་ལས་ཁུངས་དང་ཨ་ནི་ཅིག་ག་ཚོད་རེད། གྲོས་ཚོགས་དོན་གཙོ་ལ་ཡང་འབྲེལ་བ་བྱེད་དགོས་ཡ། ལྷག་པར་དུ་ཡང་དེ་བ་བྱང་ཨ་མི་རི་ཀའི་ནང་ད་ད་འདའི་ཆགས་གྲབས་ཕྱིན་པ་ཡིན་ན་ཚོད་རྩིས་བྱེད་ཡ་ལ་བོད་རིགས་ཉིས་ཁྲི་ལྔ་སྟོང་ཞིག་འདའི་གནས་པའི་བྱེད་ཡོད་བའི་སྐོར་གསུང་གི་ཡོད་རེད་ད་གྲངས་ཀ་ཏག་ཏག་ཅིག་ད་ད་ཞུ་ཐུབ་ཡ་ཡོད་མ་རེད། དེ་ཡིན་དུས་ང་ཚོ་བཙན་བྱོལ་ནང་ལ་བོད་པ་འབུམ་གཅིག་དང་ཁྲི་ལྔ་ནང་ལོགས་ནས་ཉིས་ཁྲི་ལྔ་སྟོང་ཚུད་ཟིན་པ་ཕལ་ཆེར་བརྒྱ་ཆ་བཅུ་དྲུག་བཅུ་བདུན་ཞིག་དུག་ཤིང་ཆགས་བསྡད་ཀྱི་ཡོད་དུས་བསམ་པ་ལ་དེ་མ་འོངས་པ་ད་མང་དུ་འགྲོ་ཡས་མ་གཏོགས་གཅིག་གི་ཉུང་རུ་འགྲོ་ཡས་མེད་དུས་བསམ་པ་ད་དལ་དཔའ་བས་ཀྱི་ཡང་མ་འོངས་པ་ང་ཚོ་གྲ་འགྲིག་འདྲ་པོ་ག་འདྲ་བྱེད་འོག་ཏུ་ལྷག་པར་དུ་ཨ་ནི་གཞོན་སྐྱེས་དེ་གས་དེ་ད་བྱང་ཨ་མི་རི་ཀ་ནང་སྐྱས་འཚར་ལོངས་བྱས་པ་དེ་གས་དེ་ང་ཚོ་བོད་པའི་ཀྱི། མི་རིགས་ཀྱི་ལ་རྒྱ་དང་ཞེན་ཁོག་དང་ནང་བཞིན་གྱི་བོད་པའི་མི་རིགས་ཀྱི་ངོ་བོ་སྲུང་སྐྱོབ་བྱས་ཐུབ་ཡ་ལ་ཡང་ཨ་ནི་བོད་པའི་སྐད་ཡིག་ཆོས་དང་རིག་གཞུང་དེ་ཚོ་ཐོག་ལ་ཡང་ད་ཤུགས་ག་འདྲ་ཞིག་རྒྱག་དགོས་དོ་དེ་ཚོ་ལྟ་ཡ་རེད་ཨ་ནི་ཆོས་ཚོགས་མང་པོ་ཞུ་ཅིག་ད་བྱང་མི་རིགས་ཁག་ནང་སླེབས་ཏེ་ཡོད་རེད་ས་དགེ་བཀའ་རྙིང་འདི་བོན་པོ་ཇོ་ནང་དང་བཅས་པའི་གི་ད་ཆོས་ཚོགས་མང་པོ་ཞུ་ཅིག་ན་དེ་ཚོ་ལས་འབྲེལ་བ་ཞུ་ཅིག་ཡང་ང་ཚོ་མ་འོངས་པ་མཉམ་རུབ་ཀྱི་ཐོག་ནས་ཕྱག་ལས་ག་རེ་ཞུ་དགོས་དགོས་དོ། དེས་ན་གཞན་གྱི་ད་རྒྱ་རིགས་འབྲེལ་བ་བྱས་དེ་ཡང་སྔར་དང་མ་འདྲ་བའི་གི་ད་ད་ལྟ་དེ་རྒྱ་རིགས་འབྲེལ་དུས་བ་ཀུན་གོ་བཀྲ་ཤིས་ལགས་ཚུ་གནས་པའི་སྟངས་ཡོད་དུས་བསམ་པ་སྔར་དང་མ་འདྲ་བའི་ཡང་ང་ཚོ་རྒྱ་རིགས་འབྲེལ་བ་བྱས་དེ་ཤུགས་ཆེར་ག་རེ་སྟངས་ད་སྤྱི་ཡོངས་ནས་བྱས་པ་ཡིན་ན་ལས་དོན་རྒྱ་ཆེན་པོ་ཞུགས་གཅིག་ཡིན་པ་བྱས་ང་ཚོ་ལས་བྱེད་ཉུང་ཉུང་བྱེད་དུས་བསམ་པ་ད་ང་ཚོ་གཅིག་པོ་མ་ཡིན་པའི་གི་གཞན་པ། དཔེར་ན་རྒྱ་རིགས་འབྲེལ་བ་ཆགས་ཡིན་ན་ང་ཚོ་ལས་བྱེད་སྐུ་ངོ་འདྲ་ཞིག་ལ་སྤྱི་ཁོག་མ་ཡིན་པའི་རྒྱ་ཡིག་ཤེས་མཁན་གྱི་བོད་པ་ག་ཚོད་ཡོད་མ་ཡིན་ན་དེ་ཚོ་ང་ཚོ་མཉམ་འདུས་བྱེད་ཡང་རོགས་ཁ་རྒྱ་ཆེ་རུ་ག་རེ་གཏང་ཡོད་དོ། བོད་པའི་སྐད་ཡིག་དང་ཆོས་དང་རིག་གཞུང་གཙོ་ཡིན་པ་ཡིན་ན་ང་ཚོ་དོན་གཅོད་ལས་ཁུངས་སྤྱི་ཁོག་མ་ཡིན་པའི་གི་བོད་ཀྱི་ཐེབས་རྩ་ཡིན་ནའི་རེད་ད་ནང་བཞིན་གྱི་བོད་རིགས་སྤྱི་མཐུན་ཚོགས་པ་དང་ཆོས་ཚོགས་ཁ་ཚོ་མཉམ་རུབ་གི་ཐོག་ནས་ག་རེ་བྱ་ཡོད་དོ། ཆབ་སྲིད་ཀྱི་ཐོག་ལ་ཡིན་པ་ཡིན་ན། ད་ལྟའི་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གིས་ད་ལོ་མང་པོ་ཅིག་ནས་དུ་ཕྱིན་ཚུལ་བཤད་ཡོད་རེད་དེའང་ནང་བཞིན་གྱི་ད་ཆབ་སྲིད་ཐོག་ལ་ལེགས་ཞེན་ཡང་སྒྲིག་འཛུགས་གཞན་པ་ག་ཚོད་ཡོད་པ་ཡིན་དེ་ཚོ་ཏེས་རྒྱ་ཆེ་རུ་བཏང་ཡ་དང་ཨ་ནི་ཤུགས་ཆེ་རུ་དང་མཉམ་རུབ་ཀྱི་ཐོག་ནས་ག་རེ་བྱས་ཡ་འདུག་ད་དེ་ཚོ་གང་ལ་ཤུགས་རྒྱས་གཙོ་བོ་འགྲོ་ཅི་བསམ་བཏང་བསྡད་ཡོད། ལོ་སོ་དང་དགུ་གསུམ་ནས་བཞིན་རྒྱལ་ས་ཝ་ཤིང་ཐོན་དེ་ད་ཨ་མི་རི་ཀས་མ་ཚད་པའི་འཛམ་བུ་གླིང་གི་ཆབ་སྲིད་ཀྱི་བསྟི་གནས་རེ་ཆགས་བསྡད་ཡོད་པ། ད་དེའི་ནང་ལོགས་ལ་ཡ་དོན་གཅོད་དེ་ཉུའུ་ཡོག་ནས་ཚུགས། གནས་སྤོས་གནང་ཡ་དེའི་རྒྱུ་མཚན་གཏེ་བོ་གཅིག་དེ་ཨ་རིའི་གྲོས་ཚོགས་དང་གཞུང་ཚང་མ་ད་ག་ཡོད་དུས་རྩོམ་པ་དེ་བསྟེན་ནས་གནས་སྤོས་གནང་བར་བ་ད་ད་ལྟ་གཙོ་བོ་དེ་ད་ལྟ་ཀོང་གོ་གོང་རུ་སོང་མེད་བཞིན་རེད་ཨ་རིའི་ཕྱི་སྲིད་ལྷན་ཁང་ཡིན་ན་རེད་གྲོས་ཚོགས་ལྷན་ཁང་ནང་ལ་ཡ་འབྲེལ་བ་དེ་ཚོ་རྒྱ་ཆེ་རུ་བཏང་ན་གསུངས་སོང་ད་དཔེར་ན་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་ཡིན་ན་ད་ལྟ་བ་དོ་ད་གྲོས་ཚོགས་ནང་ལ་ཡ།

དེ་འདུལ་ད་ང་ཚོའི་གི་ལས་ཀ་བྱེད་སྟངས་དེ་གཅིག་རྒྱལ་ཁབ་དང་རྒྱལ་ཁབ་གི་པ་ར་ལ་འབྲེལ་བ་བྱེད་པའི་སྐབས་ལ་ཕྱི་སྲིད་ལས་ཁུངས་དང་གཞུང་ཚབ་དེ་ཚོ་རང་རང་བཙན་ཡོད་ངེས་གི་ཨནི་རྒྱལ་ཁབ་གི་གཞུང་ཚབ་དེ་ཚོའི་གི་ཨ་རིའི་ཕྱི་སྲིད་ལས་ཁུངས་ལ་ཡར་འབྲེལ་བ་བྱེད་སྟངས་དེ་ཚོ་ག་འདྲ་ཞིག་བྱེད་གི་འདུག་དེ་ཚོ་དང་ཚད་དང་མཉམ་པ་ཅིག་འགྲོ་ཐུབ་ཡག་གི་འབད་བརྩོན་ཞུ་དགོས་གི་ཡོད་རེད་ད་ད་ལྟའི་ཆར་འདྲ་པོ་ཕྱིན་པ་ཡིན་ན་ཨ་རིའི་སྲིད་གཞུང་གི་ཉིས་སྟོང་གསུམ་གྱི་བོད་ལ་འཛིན་པའི་གི་སྲིད་ཇུས་དེའི་འོག་ནས་ཨ་ནི། འཛིན་སྐྱོང་གི་འགན་འཁྱེར་མཁན་ཐོག་ཨ་ཕྱི་ད Under Secretary Civil གསུམ་པ་ད་རིམ་པ་གསུམ་པ་འགྲོ་ཅིག་ཕྱི་སྲིད་ལས་ཁུངས་ནང་ཆགས་བསྡད་གི་ཡོད་རེད། དེ་ཡིན་དུས་དེ་འདྲའི་ཅིག་ད་ལྟ་ལས་འགན་གཞན་པའི་གི་ཐོག་ལ་ཡ་ཨ་ནི་བོད་ཀྱི་གནད་དོན་གི་ཐོག་ལ་དམིགས་བསལ་འབྲེལ་མཐུད་པ་འདུག་ཕྱི་ནས་བསྐོ་བཞག་གནང་བཞེད་པ་འདི་དང་ད་ད་ལྟའི་དུས་ཚོད་འདྲ་བོ་ཕྱིན་པ་ཡིན་ན་ཨ་རི་ནང་འོས་བསྡུ་ཆེན་མོ་གི་ལས་རིམ། འགྲོ་འདི་གི་ཡོད་དུས་གཞུང་གསར་པ་ག་འདྲ་ཞིག་ཕལ་བ་ཡིན་ན་ཡང་མ་འོངས་པར་སྐུ་ཚབ་དེའི་གནས་བབ་སྐབས་སྐབས་ལ་ཡང་དུས་ཚོད་ཏག་ཏག་ལ་བསྐོ་ཐུབ་མ་ཐུབ་དང་དེ་འདྲའི་གནས་སྟངས་དེ་འདྲ་མང་པོ་ཅིག་ཡོང་འདི་གི་ཡོད་དེ་ཚོ་དུས་ཚོད་ཏག་ཏག་ལ་བསྐོ་ཐུབ་ཡས་དང་གནས་རིམ་ཚོའི་ཐ་དད་རང་འཇགས་ཐོག་ནས་གནས་ཐུབ་ཡས་དང་དེའི་ནང་ལོགས་ལ་ལས་བྱེད་ཤུགས་ཆེར་བཏང་ཐུབ་ཡས་དང་དེ་འདྲའི་གི་ཐོག་ནས་ཨ་རིའི་ཕྱི་སྲིད་ལས་ཁུངས་འབྲེལ་བ་བྱས་ཏེ། ཁ་ཅིག་ངེད་ཅག་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་མཆོག་དང་དཔལ་འབྱོར་བཀའ་བློན་མཆོག་གིས་གསར་འགོད་གསལ་བསྒྲགས་ཤིག་གནང་ཡོད་རེད། ཨ་ནི་ཕྱི་ཚེས་ལས་ཁུངས་བརྒྱུད་ནས་ཡང་བོད་མི་ཚོ་ལ་བོད་ཕྱི་ནང་གཉིས་ལ་ད་བོད་མི་ཚོ་ལ་ཡང་ཅིག་དཔལ་འབྱོར་གྱི་རོགས་རམ་ག་འདྲས་སུ་ཡོང་གི་ཡོད་མེད་དེ་ཚོའི་ཐོག་ལས་ཡང་ཅིག་འབྲེལ་ཡོད་ཚན་པ་མི་འདྲ་མི་འདྲ་ཁག་བཞི་ལྔ་ཞིག་ཡོང་སྡད་ཀྱི་ཡོད་རེད་དེ་ཚོ་ལས་འབྲེལ་བ་དུས་རྒྱུན་འདི་ནས་བྱ་དགོས་སྤྱི་དང་དངུལ་གཏང་ས་གི་བརྒྱུད་ལམ་དང་འཆར་གཞི་བཟོ་ས་དང་དེ་ཚོའི་གི་སྟངས་འཛིན་བྱེད་སྟངས་དང་ལས་བསྡོམས། བུ་ས་འདི་ཚོ་ཁ་ཁ་ཡོད་རེད་དེ་ཡིན་ནས་དེ་ཚོ་ཆ་ཚང་ལ་འབྲེལ་བ་འདི་རྒྱ་ཆེར་དང་ཤུགས་ཆེར་གཏང་ས་ཀྱི་ལམ་ཁ་ཏན་ཏན་ཡོད་རེད་བསམ་གོ་ད་རྒྱ་ཆེར་ཤུགས་ཆེར་ཟེར་བསམ་པ་ལ་ད་ཡོད་དེ་གས་དེ་ལ་ཡང་སྔར་ལས་ལྷག་ཞིག་ང་ཚོ་འབད་བརྩོན་བྱེད་བྱེད་ཅིག་སྐབས་དང་དུས་སོ་སོར་གནས་ཚུལ་ག་འདྲ་ཆགས་ཀྱི་ཡོད་པ་ཡིན་ནས་བར་ཏག་ཏག་ཏག་ཏག་གོ་འཕྲོད་བྱས་ཐུབ་ཡ་དང་ཁོ་རང་ཚོའི་དགོངས་ཚུལ་ག་རེ་ཡོད་པ་ཡིན་ནས་དེ་གས་ཆ་ཚང་ཅིག་དུས་ཐོག་དུས་ཐོག་ལ་མང་སྟོན་ཐུབ་ཡ་དང།

དཔལ་འབྱོར་གྱི་ཐོག་ལ་ཡིན་པ་ཡིན་ན་དཔལ་འབྱོར་གྱི་རོགས་རམ་གྱི་དང་འབྲེལ་བའི་ཐོག་ནས་བཀའ་གྲོས་དྲན་ངེས་ཀྱི་ཚོགས་ཆུང་འདི་ན་དེ་འདྲས་ཡོད་རེད། དེ་ནང་བཞིན་གྱི་ད་འགྲོ་བ་མིའི་ཐོབ་ཐང་ཡིན་ན་འགྲོ་བ་མིའི་ཐོབ་ཐང་ནང་ལོགས་ནས་ཡང་གཅིག Tom Lantos Human Rights Commission ཞེས་ཡ་དང་ཨ་ནི་ཕྱི་སྲིད་ཡིན་ན་ཕྱི་སྲིད་ཀྱི་ཡང་ཚན་པ་དང་ཨ་ནི་དེ་ནང་བཞིན་རྒྱ་ནག་གང་རྟོག་ཞིབ་བྱེད་མཁན་ཡིན་ན་རྒྱ་ནག་རྟོག་ཞིབ་བྱེད་མཁན་ཚན་པ་དེ་འདྲས་མང་པོ་ཅིག་ཚོགས་ཆུང་མང་པོ་ཅིག་ཚོགས་ཆུང་དེའི་ནང་ལོགས་ལ་ད་འགན་འཁེལ་མཁན་གཙོ་བོ་ཚོགས་ཆུང་གི་ཚོགས་གཙོ་དང་ཨ་ནི་དེའི་ད། གཞུང་འཛིན་དང་ཕྱོགས་འགལ་གཉིས་ཀའི་ཁོང་གི་མཁན་ངན་ཚོ་རྗེས་དྲན་ཞུ་ཡ་རེད་དེ་ཚོ་ལ་ཡང་བོད་དོན་གྱི་གནད་དོན་གང་ལ་ཡང་ད་ང་ཚོས་རེ་བ་གར་གར་རྒྱབ་ཀྱི་ཡོད་མེད་ནི་གཙོ་བོ་ད་བོད་རྒྱ་འབྲེལ་མོལ་གྱི་ཐོག་ནས་དབུ་མའི་ལམ་གྱི་སྲིད་བྱུས་དེ་གཞི་བཞག་ནི་བོད་རྒྱ་འབྲེལ་མོལ་གྱི་ཐོག་ནས་བོད་པའི་དཀའ་རྙོག་སེལ་ཡ་དེ་ད་ང་ཚོས་ཁ་སུ་རེད་ད་ཐབས་ཤེས་ཡོད་ན་མེད་ན་དེ་རེད། དེའི་འོག་ནས་ཨཱ་དེ་མ་འགྲུབ་བར་དུ་ཅིག་གི་ད་བོད་རྒྱ་འབྲེལ་མོལ་གི་གནས་སྟངས་ཐོག་ནས་ཡིན་ནའི་གར་ཆག་གི་འདུག་དེ་མ་ཡིན་པའི་གི་གནས་ཚུལ་བོད་ནང་ལོག་ལི་ཡ་ཅིག་འགྲོ་མེད་ཐོ་ཐང་རེད་ཆོས་དད་རང་མོས་རེད་དེ་འདྲའི་གནས་ཚུལ་མང་པོ་ཅིག་ཡོང་བསྡད་གི་ཡོད་པ་དེ་ཚོ་ག་ད་སྐབས་དང་དུས་ཨཱ་ཁོར་ཡུག་དང་བཅས་ཅིག་སྐབས་དང་དུས་སུ་སུ་སུ་ལ་ཡང་ཚན་པ་ག་འདྲས་ག་འདྲས་ཅིག་ལ་ཤུགས་ག་འདྲས་བརྒྱབ་དགོས་ཀི་འདུག་ནུས་པ་ག་འདྲས་སྟོན་དགོས་ཀི་འདུག་འདི་ཐང་གིས་གསུངས་པ་ནང་བཞིན་བྱས་ནས། ད་ལྟ་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་ཡིན་པ་ཡིན་ན་ད་ལོ་མང་པོ་ཅིག་ཕྱག་ལས་གནང་འདི་ཡོད་ས་མ་དེ་ཉམས་མྱོང་ཡོད་རེད་དེ་ནང་བཞིན་ཅིག་ཁོ་རང་ཚོ་མི་བྱ་ཡི་ཡོད་རེད་དེ་ཡིན་དུས་ང་ཚོ་ཐུན་མོང་གི་ནུས་པ་སྤེལ་ཆེད་ཡང་ཁ་ཁག་ཅིག་དོན་གཅོད་རང་ནས་བྱེད་དགོས་ཡ་དེ་འདྲ་ཡོང་གི་རེད་དེ་ང་ཚོ་རང་བྱེད་དགོས་ཀྱི་རེད་ཁག་ཅིག་ཡང་ཁོ་ཚོ་གཞུང་འབྲེལ་མ་ཡིན་པ་བོད་དོན་རྒྱབ་སྐྱོར་བ་ཡིན་པའི་ཆ་ནས་ཡང་དེའི་ངོ་བོ་ཐོག་ནས་ཡང་ཕྱག་ལས་གནང་ཐུབ་ཡ་དེ་འདྲ་ཡོང་གི་རེད་དེ་ཁོང་རྣམ་པ་ཚོས་གནང་གི་རེད་ཁག་ཅིག་ཡང་ང་ཚོ་ཐུན་མོང་གནང་དགོས་ཡ་དེ་འདྲ་ཡོང་གི་རེད་དེ་ཡིན་དུས་དེ་ཚོའི་ཐོག་ལ་ད་དེ། དབུས་རང་ལ་ད་ཨ་རིའི་རྒྱལ་ས་ཝང་ཤི་ནོན་ལྡི་སི་རང་ལ་ཡང་བྱེད་དགོས་ཡག་གི་ལས་རིམ་ཁག་གཅིག་རེད། དེའི་མཉམ་དུ་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གིས་ད་ལོ་ལྟར་ཆ་ང་ཚོ་བོད་པ་མང་ན་མང་འགྲོ་གི་ཡོད་དུས་བསམ་པ་ལ་བོད་པ་ཚོ་ཨ་རིའི་མི་སེར་ཆགས་འོས་ལུགས་ཡག་གི་ཐོབ་ཐང་ཡོད་དུས་དེའི་ཐོབ་ཐང་དེ་དང་མཉམ་དུ་སོ་སོའི་གི་དམ་བཞག་པའི་འཐུས་མི་དེ་ག་དེ་ལ་ཡང་ཨ་ནི་བོད་དོན་གི་ཐོག་ལ་འགྲེལ་བཤད་རྒྱབ་ཡག་གི་ད་ཞུ་གཏུག་ལས་འགུལ་གྱི་ལོ་པི་འདྲེས་བྱས་རྗེས་ལོ་ཟླ་བརྒྱ་ཅིག་དཔེར་གནང་གི་ཡོད་རེད། ད་འདི་གའི་འདི་ནང་ལ་ཡང་ཅིག་ང་ཚོ་བོད་པ་འདི་གའི་རྒན་གཞོན་མེད་པ་ཅིག་མཉམ་ཞུགས་ཤུགས་ཆེར་ག་འདྲེས་གཏང་དགོས་ཀྱི་འདུག་ག་ཟེར་ན་འདི་དོན་གཅོད་ལས་ཁུངས་ཀྱི་བརྒྱུད་ནས་བོད་རིགས་སྤྱི་མཐུན་ཚོགས་པ་སུམ་ཅུ་ལྷག་འདི་གའི་ཚང་མ་ལ་འབྲེལ་བ་ཆགས་བསྡད་ཀྱི་ཡོད་དུས་ཚོད་མ་ཡང་ཁོ་རང་བཞིན་གྱི་འབྲེལ་བ་དང་ནུས་པའི་ཐོག་ནས་ཤུགས་ཆེ་ཡང་ཞུ་དགོས་རེད་དེ་ན་བཞིན་ད་ལྟ་ང་ཚོ་ས་གནས་ལ་ཡང། བོད་དྲིན་གཅིག་ཏུ་ཚོགས་པ་སོ་སོ་སུས་ཀྱི་ལས་ཀ་བྱེད་སྟངས་འདྲ་པོ་བྱིན་པ་ཡིན་ནས་དེའི་ནང་ལ་ང་ཚོ་དམིགས་བསལ་གྱི་དེ་ཞུ་གི་ཡོད། ས་གནས་སོ་སོ་སུའི་གི་གྲོས་ཚོགས་གོང་འོག་གི་འཐུས་མི་ཚོ་ལ་ཡང་དུས་རྒྱུན་དེ་ནས་འབྲེལ་བ་བྱས་དེ་གལ་ཆེན་པོ་རེད་མེད་ཀན་ས་གནས་ནས་འབྲེལ་བ་ཆགས་པ་ཡིན་ན་ང་ཚོ་དབུས་ལ་རང་བཞིན་གྱི་འབྲེལ་བ་ཆགས་བསྡད་ཅིག་དབུས་ལ་འབྲེལ་བ་ཡོད་པ་དེ་ས་གནས་ལ་ངོ་སྤྲོད་བྱས་ཅིག་དེ་ཕན་ཚུན་གཉིས་ཀ་གི་ཐོག་ནས་ཤུགས་རྒྱབ་པ་ཡིན་ན་དེ་བྱས་ཨ་ནི་ལྷག་པར་དུ་གཞོན་སྐྱེས་ཚོའི་ནང་ལོགས་ལ་ཡང། ཨ་ནི་གྲོས་ཚོགས་འཐུས་མིན་ཚོའི་ལས་ཁུངས་ནང་ལ་ལས་ཁུངས་ནང་ལ་ཡང་དང་བླངས་དོན་ཡང་དེ་འདྲ་ཡོང་གི་ཡོད་རེད་གོ་སྐབས་མང་པོ་ཡོང་གི་ཡོད་འདུག་ད་དེང་སང་གཙོ་བོ་རྒྱག་རོམ་བཅས་ཐུགས་རྗེ་བཀའ་དྲིན་རེད་ཨ་ནི་དེ་ནས་སོ་སོའི་བུ་བུ་མོ་མོ་རྒྱ་དཔའ་ལགས་དང་ཨམ་ལགས་དང་ད་སོ་སོའི་དཀའ་ལས་རྒྱབ་བཅས་ཤེས་ཡོན་མང་པོ་ཞིག་རག་གི་ཡོད་འདུག་གཞོན་སྐྱེས་གང་མང་མང་ཅིག་གཞུང་གི་ལས་ཁུངས་ནང་ལ་ཡང་ལས་ཀ་བྱས་ཐུབ་ཡ་དང་གྲོས་ཚོགས་འཐུས་མིན་ཚོའི་ལས་ཁུངས་ནང་ལས་ཀ་བྱས་ཨ་ནི་འགྲོ་ལུགས་འགྲོ་སྟངས་ཚོ་ཆ་ཚང་ཞིང་ཨ་ནི་བོད་དོན་ཐོག་ལ་ཡང་ཅིག་སོ་སོ་སུས་སྒེར་གྱི་ངོས་ནས་ཤུགས་རྒྱག་དགོས་ཀྱི་ཡོད་ནའི་རེད་སྤྱི་ཚོགས་ལ་སྨན་སྦས་ཀྱི་ལས་ཀ་བྱས་ཡ་གི་ད་ལང་ཀ་མང་པོ་ཅིག།

བོད་དོན་ཐད་ལ་མུ་མཐུད་རྒྱབ་སྐྱོར་གནང་ཡག་གི་ཞལ་བཞེས་དང་བདག་ནང་བཞིན་རྣམ་པ་གཉིས་བར་ལ་ཡང་གྲོས་མོལ་བཀའ་མོལ་དོན་ཚོགས་གཙོ་བོ་ནང་དུས་ག་རེ་ག་རེ་ཐོག་ལ་གནང་ཡག་བྱུང་ན་སོང། ད་གཙོ་བོ་ད་ནང་ང་ཚོ་ཕྱི་སྲིད་ལས་ཁུངས་འབྲེལ་བ་ཞུས་པའི་སྐབས་དེ་ད་ནང Under Secretary ས་རཱ་སེ་བྷི་ལས་ཁུངས་བརྒྱུད་ནས་ཞུགས་དགོས་ཡོག་རེད་དགོས་འདོད་ཕྱི་བུའི་དོད་འབྲེལ་བ་ཐོག་ནས་ཡིན་པ་ཡིན་ནའི་རེད་བོད་ཀྱི་རྩ་དོན་ཐོག་ད་ཡིན་པ་ཡིན་ནའི་རེད་དཔལ་འབྱོར་དོན་རོགས་རམ་གྱི་ཐོག་ནས་ཡིན་པ་ཡིན་ནའི་རེད་ཚང་མ་དེའི་བརྒྱུད་ནས་འགྲོ་དགོས་ཀྱི་ཡོད་དུས Kranz Wall ཡ་ད Under Secretary Sarah Siebel གྱི་ལྷན་དུ་ད་ཕྱག་ལས་གནང་མཁན་ང་ཚོའི་ལས་བྱེད་རྒན་པ་རྙིང་པ་བྱུས་བ་རེད་ད་ཁོང་རང་སྙེ་མང་ནས་གྲོས་ཚོགས་ནང་ལས་ཀ་བྱས་མྱོང་པ་དང་ཡང་དེ་བ་ང་ཚོའི་གཞུང་འབྲེལ་མོན་པ་ཚོགས་པ་ཚོ་ནང་ལ་ལས་ཀ་བྱས་མྱོང་བ་ཉམས་མྱོང་ཆེན་པོ་བྱུས་ཡོད་དུས་ཁོང་རང་མཉམ་དུ་འབྲེལ་བ་ང་ཚོ་དུས་རྒྱུན་དུ་ནས་ད་ཡོད་ཡོད་པ་ཚོ་རུ་བྱས་དེའི་བརྒྱུད་ནས་ད་ཁ་ཟིང་ང་དེ་དོན་གཅོད་འགན་འཁྱེར་ནས་ད་གསར་བ་སླེབས་ཚར་ཟིན་པས་སོང་ཙང། ཨ་ནི་འཚམས་འདྲི་ཞུ་ཡ་རེད། ཁོ་རང་ཚོའི་ངོས་ནས་ང་ལ་ཡ་གཅིག་བསུ་བ་ཟུར་བཞི་རེད་ད་ནང་བཞིན་ང་ཚོའི་ངོས་ནས་ཕ་འཚམས་འདྲི་ཞུ་ཡ་དང་དེ་འདྲའི་ཐོག་ནས་ཨ་ནི་སཱ་ར་སི་བོལ་ཕྱོགས་སུ་རུ་བཞིན་པ་ཡིན་ན་སྐུ་མདུན་མཇལ་ཁ་ཐེངས་མང་པོ་ཞུ་ཟིན་པ་དེ་འདྲ་རེད། དེ་ཡིན་ཚང་མ་ལ་ཡང་སྐུ་མདུན་དཔེ་མི་སྲིད་ཀི་ད་ང་ཚོ་ཞེ་ས་མ་ཞུས་པ་ཡིན་ན་སེམས་ཐག་ཉེ་པོ་ཞུ་གཅིག་དེ་འདྲའི་ཡོད་དུས་ང་རང་ཡིན་པ་ཡིན་ནས་ད་ལོ་སྤྱི་ཟླ་དྲུག་པ་ལ་སྐུ་མདུན་ཆིབས་བསྒྱུར་གནང་པའི་སྐབས་སུ་ཨ་ནི། སྐུ་མདུན་ས་ག་སེར་པོ་མཇལ་འཕྲད་གནང་པའི་སྐབས་ལ་ཡང་དེ་དུས་བཅའ་ཡག་གོ་བབ་བྱུང། དུས་གསུམ་ཨ་ཅེ་དངོས་གནས་དྲ་གནས་བོད་དོན་ཐོག་ལ་ཡང་སེམས་ཁུར་ཆེན་པོ་དང། དོ་སྣང་ཆེན་པོ་བྱས་ཨེ་ནི་ཅིག་རྒྱབ་སྐྱོར་ཤུགས་ཆེན་པོ་ཡོད་དེ་ངས་ལྷག་པར་དུ་ཁོ་རང་དུས་ཚོད་ནང་ལོགས་ལ་ཡང་ཅིག་ཨེ་ནི། བློ་མཐུན་པའི་རྒྱལ་ཁབ་ཁག་གི་སྐུ་ཚབ་ཚོ་མཉམ་དུ་ཨེ་ནི་བོད་དོན་དུ་ཤུགས་ཆེར་ཁ་འདྲེས་གཏང་དགོས་ཟེར་དེ་ཚོའི་ཐོག་ལ་ཡང་ཤུགས་རྒྱབ་ཆེ་འདུག་བཞིན་གནང་བ་རེད་ཨེ་ནི་ག་ཟིན་ང་དེ་བསྐོ་བཞག་ཆུང་མ་དེ་ལ་ཡང་ཁོ་རང་གི་ཅི་དགའ་ཚོར་དང་བྲལ་ཆེད་ང་ལ་ཡང་འཚམས་འདྲི་དེ་འདྲས་གནང་སོང། ད་དེ་མ་ཡིན་པའི་ད་གཙོ་བོ་ངེད་ཅག་རང་ག་ཚེ་ང་བྱས་འབྲས་མ་ཞུས་སྔོན་ལ་ཡང་ཕྱི་སྲིད་ལས་ཁུངས་ངོས་ནས Negotiations Report ལ་ནི་ད་ལོ་ལྟག་པ་གཅིག་སྟོན་གི་ཡོད་རེད། དེའི་ནང་ད་བོད་རྒྱ་འབྲེལ་མོལ་གྱི་གནས་བབ་དེ་ག་འདྲ་ཆགས་ཀྱི་ཡོད་མེད་ཀྱི་ཨ་རིའི་གཞུང་ནས་ལྟ་སྟངས་དང་མཐོང་ཚུལ་ག་རེ་ཡོད་རེད་དེ་གའི་ཐོག་ལ་ནི་དངོས་གནས་དྲན་ནས་བོད་དོན་གྱི་གནས་སྟངས་འདི་སྐོར་ལ་ཡང་ཐ་སྙད་དང་ཚིག་བེད་སྤྱོད་བཏང་སྟངས་རེད་དེ་ཚོ་ཐོག་ལ་ཤུགས་ཆེན་པོ་བེད་སྤྱོད་བཏང་རྗེས་གང་ལྟར་ད་ལྟ་བོད་རྒྱ་འབྲེལ་མོལ་བྱས་བསྡད་པ་འདི་ལ་སེམས་འཚབ་ཆེན་པོ་ཡོད་པ་དང། ཨ་ནི་རྒྱ་རོམ་ཅེའི་སྐུ་ཚབ་དང་རྒྱ་ནག་སྲིད་གཞུང་གི་པ་ར་ལས་ཡང་ཆ་རྐྱེན་མེད་པའི་ཐོག་ནས་འབྲེལ་མོལ་སླར་གསོ་དགོས་ཀྱི་ཡོད་པ་ད་དེ་ཚོ་ཐོག་ལ་ཡང་ཤུགས་ཆེན་པོ་གསུངས་གནང་པ་དེ་ཚོ་ཐུགས་ཆེ་ཞེན་ཞུ། ཨ་ནི་མ་འོངས་པར་གྱི་བོད་སྡོད་བོད་རྒྱ། ད་ཁོང་ཚོའི་དེ་ལ་ཡང། གྲོས་མོལ་རང་བཞིན་ཚིག་བེད་སྤྱོད་བཏང་དེ་གོ Negotiation བྱས་ད་ང་ཚོ་དེ་འབྲེལ་མོལ Dialogue བྱས་དེ་བེད་སྤྱོད་བཏང་དེ་གོ་ཡོད་དུ་སོང་བ་འདིའི་ཐོག་ལ་སླར་གསོ་མ་བྱུང་གྱི་བར་དུ་ཨ་རིའི་སྲིད་གཞུང་གི་ངོས་ནས་ཨ་ནི་མུ་མཐུད་ཆེད་རྒྱབ་སྐྱོར་གནང་གི་ཡིན་ཞེས་ནས་དེ་གསུང་གི་འདུག་ང་ཚོས་ཕ་ཞུ་ཡ་དྭགས་ནང་རེད་དེ་གལ་ཆེན་པོ་ཆགས་ཀྱི་འདུག་རྩ་བའི་བོད་རྒྱའི་དཀའ་རྙོག་སེལ་ཡ་ལ་རྒྱ་ནག་གཞུང་རང་ནས་ད་འགན་གྱི་ཁེ་བྱས་གནང་དགོས་ཀྱི་ཡོད་དེ་ཡིན་ནས། སེམས་ཚོར་སྟོན་ཡ་དེ། བོད་པ་ལ་རྒྱབ་སྐྱོར་བྱེད་མཁན་ཚོ་སེམས་ཚོར་སྟོན་ཡ་དེ་ཧ་ཅང་གལ་ཆེན་པོ་ཅིག་ཆགས་ཀྱི་ཡོད་པ་དེ་ད་ང་ཚོས་བཤད་མ་བ་རེད་དེ་ཡིན་དུས། དེ་ཚོའི་ཐོག་ལ་རེད་ཨེ་དེ་མ་ཡིན་པའི་ད་གནས་ཚུལ་གལ་ཆེ་ཡ་ཅི་ལ་ཡ། རྒྱ་ནག་ནང་ལོགས་ལས་ད་རྒྱ་བ་རིམ་བྱེད་དགུང་ལོ་ཡ་བགྲེས་འགྲོ་གི་ཡོད་དུས་ཚན་པ་ཨ་ནི་རྒྱ་བ་རིམ་བྱེད་ད་དགུང་ལོ་ག་ཚོད་བཞུགས་དང་མ་བཞུགས་དང་དེའི་ཡང་སྲིད་ཕེབས་སྟངས་དང་དེ་ཚོའི་སྐོར་ལ་ཡ། རྒྱ་ནག་ནང་ལོགས་ལས་ད་དེ་བགྲོ་གླེང་བྱེད་ཡ་གི་བརྗོད་གཞི། གལ་ཆེན་པོ་ཞིག་ཅིག་ཆགས་བསྡད་ཀྱི་ཡོད་རེད། མ་འོངས་པར་རྒྱ་ནག་སྲིད་གཞུང་གི་ངོས་ནས། ནི། ཅིག་བེད་སྤྱོད་ག་རེ་བཏང་དགོས་ཀྱི་ཡོད་མེད་དེ་ཚོའི་ཐོག་ལས་ད་བསམ་བློ་མང་པོ་ཞིག་བཏང། ཡིག་ཆ་མང་པོ་ཞིག་མཁོ་སྒྲུབ་བྱེད། ཅིག་བྱས་བསྡད་ཀྱི་ཡོད་རེད། འདི་བ། ཨ་མི་རི་ཀའི་སྲིད་གཞུང་ནང་ལོགས་ཡིན་པ་ཡིན་ནའི། དེ་ཚོའི་ཐོག་ལ་ཡང་ཅིག། ཁོ་ཚོའི་གི་ཅིག་རོགས་པ་བྱས་ཐུབ་ཡ་ག་འདྲེ་དོ་དེ་ཚོའི་ཐོག་ལ་ཡང་བསམ་བློ། བཏང་དང་བཏང་བཞིན་པ་རེད། དེ་ཚོའི་གནས་བབ་ཐོག་ལ་ཡང་ད་ལྟའི་ག་རེ་ཆགས་ཀྱི་ཡོད་མེད་དང་དེ་ཚོ་བར།

འགྲོ་ས་རེད་བསམ་ཡག་གི་ཐུགས་ཁྲལ་བྱུང་ཡོད་ན་ཡང་མེད་ན་མུ་མཐུད་ནས་བརྟན་པོ་ཅིག་ཡོང་ས་རེད་ད་ལེ་དང་པོ་སྲིད་གཞུང་གསར་པ་དེ་སུ་སླེབས་ཀྱི་ཡོད་མེད་དེ་གཅིག་རག་ལས་ཀྱི་རེད་ཨ་ནི་ལོ་རྒྱུས་ཀྱི་ཐོག་ནས་ཆ་བཞག་གི་ཡིན་ན་སྤྱི་མཐུན་ཚོགས་པའི་ངོས་ནས་ཡིན་པ་ཡིན་ནའི་ད་ལྟ་གཅིག་བོད་དོན་གྱི་ཐོག་ལ Tibet Policy Act ཟེར་ཡ་དེ་སྤྱི་མཐུན་ཚོགས་པའི་སྐབས་ལ་བཞག་བཞག་པ་ཡིན་པ་དང་ད་ནང་བཞིན་གྱི་གཅིག་རྒྱ་རོམ་ཆི་ལི་ཡ་ཨ་རིའི་གྲོས་ཚོགས་ཀྱི་གསེར་གྱི་གཟེངས་རྟགས་འབུལ་བཞེས་གནང་ཡ་དེ་སྤྱི་མཐུན་ཚོགས་པའི་སྐབས་ལ་གནང་བ་རེད་ཡང་ལོ་རྒྱུས་ཀྱི་ཐོག་ནས་ང་ཚོ་སྤྱི་མཐུན་ཚོགས་པ་དང་མཉམ་དུ་བོད་དོན་གྱི་ཐོག་ལ་ཡིན་པ་ཡིན་ནའི་འབྲེལ་བ་ཤུགས་ཆེན་པོ་རེད་ད་ནང་བཞིན་ཆེ་ནས་དམངས་གཙོ་ཚོགས་པ་འགྲོ་བཞིན་པ་ཡིན་ནའི་སྲིད་འཛིན་རིམ་པ་སྐུ་མདུན་མཇལ་འཕྲད་ཞུས་ཡོད་རེད་དེ་ཡིན་དུས་ང་ཚོ་ད་གཞུང་ག་འདྲས་ཅིག་སླེབས་པ་ཡིན་ནའི་བོད་དོན་གྱི་ཐོག་ལ་ཡ་ཞི་བོ་ཞི་བོ་ཅིག་མཁས་པ་ཤུགས་ཆེན་པོ་དེ་འདྲའི་འཇིགས་ཉམས་ཆགས་འགྲོ་ཡས་ཀྱི་ཉེན་ཁ་འགྲོ་བ་དེ་འདྲའི་ཨེ་ཡོད་ནའང་བསམ་བསམ་འགྲོ་བ་ཞིག་ག་རེ་ཟེར་ན་ཁོ་སྲིད་ཇུས་གཏན་འབེབས་ཀྱི་ཡོད་དུས་ཚན་པ་ལ་ཡང་ཁོ་སྲིད་ཇུས་དེ་འགྱུར་བ་མ་ཕྱིན་བར་དུ་ཅིག་འཛིན་སྐྱོང་གི་གྲོས་ཚོགས་ལ་འགན་འཁུར་ཡ་དང་དེ་ཚོ་དེ་མུ་མཐུད་ནས་འགྲོ་དགོས་ཡ་ཆགས་ཀྱི་རེད་ད་མ་འོངས་པ་ཅིག་ཨ་རིའི། བོད་དོན་དམིགས་བསལ་འབྲེལ་མཐུད་པ་དེ་སུས་བསྐོ་གཞག་གནང་གི་རེད་དེ་ཡང་ཁོ་རང་རང་བོད་དོན་ཐོག་ལ་མཁྱེན་རྒྱ་ག་ཚོད་ཡོད་རེད་ཡོད་མ་རེད་ཟེར་ཡ་འདུག་དེ་ཚོ་ང་ཚོ་ལྟ་གི་ལྟ་གི་བྱས་བྱས་ཡང་ཕར་འབྲེལ་བ་ཞུ་གི་ཞུ་གི་བྱས་བྱས། ད་ལྟ་ཨ་རིའི་རླུང་འཕྲིན་ཁང་ནས་ཀུན་གླེང་གི་ལས་རིམ་དེའི་ནང་ལ་ཡ་ཆང་ཨ་རིའི་སྐུ་ཚབ་དོན་གཅོད་གསར་པ་སྤྱི་འཐུས་ཚོགས་གཙོ་སྐུ་ངོ་སྤེན་པ་ཚེ་ལགས་དང་གྲོས་གླེང་ཞུ་བཞིན་པ་ཡིན། དེའི་རྗེས་ལ་ཡང་ང་ཚོས་མུ་མཐུད་ནས་གྲོས་གླེང་ཞུ་གི་ཡིན་ད་ལྟ་བསྙད་ལ་ཡ་བར་མཚམས་འཁྱོལ་བྱེད་ཀྱི་ཡིན།
ཨ་རི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ཡིན། ཨ་རི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱིས་དྲང་བདེན་དང་ཕྱོགས་ལྷུང་མེད་པའི་སྒོ་ནས་གསར་འགྱུར་ཁ་གསལ་དུས་ཐོག་ཏུ་རྒྱང་བསྲིངས་བྱེད་བཞིན་ཡོད། ཚེས་བརྒྱད་ཉིན་བོད་ས་ཨང་དུ་མ། ང་ཚོའི་རླུང་འཕྲིན་ལས་རིམ་དུ་ཆོས་རིག་དང་འཕྲོད་བསྟེན། ཕ་ཡུལ་གླེང་སྟེགས་དང་བགྲོ་གླེང་གི་མདུན་ཕྱོགས། གངས་རིའི་བྲག་ཆ།
གཞོན་སྐྱེས་དང་ཤེས་ཡོན། མི་ལོ་ལྔ་བཅུའི་དྲན་རྟོགས། སོ་ཡ་ལ་བཅས་དམིགས་བསལ་ལེ་ཚན་རྣམས་བོད་ནང་གི་ཞོགས་པའི་ཆུ་ཚོད་བརྒྱད་པ་ནས་དགུ་བ་དང། ཉིན་གུང་གི་ཆུ་ཚོད་བཅུ་གཅིག་ནས་གཉིས་པའི་བར། མཚན་མོའི་ཆུ་ཚོད་བཅུ་བ་ནས་དང་པོའི་བར་དུ་ཐད་གཏོང་བྱེད་བཞིན་ཡོད། ད་དུང་སྲུང་སྐར་བརྒྱུད་ནས་ཆུ་ཚོད་ཉི་ཤུ་རྩ་བཞིར་གློག་ཀླད་དང་བརྙན་འཕྲིན་ཀུ་ཤུའི་ཁ་པར་བཅས་སུ་ཡང་གསན་འདུག། རླུང་འཕྲིན་གསན་པའི་དུས་སུ་སྒྲ་སྡུད་འཕྲུལ་ཆས་མཆོད་ཤམ་དང་ཁང་པའི་ཕུ་སོགས་ས་ཆ་གཅིག་ལ་རྒྱུན་རིང་མི་འཇོག་པར། སྒོ་དང་སྒེའུ་ཁུང་གི་ཕྱི་ནང་སོགས་ས་ཆ་བརྗེ་བས་ཡིན་ན་སྒྲ་ཇེ་གསལ་དུ་འདུག་རེད། འགོག་ཐུབ་པ་བྱུང་ཡོད་ཅེས་འགྲེལ་བརྗོད་བྱས་བཞག། ང་ཚོས་འོད་ཟེར་རླབས་རྒྱུན་ཡང་ཡང་འབྱེད་བཞིན་ཡོད་པས་ཉན་མཁན་རྣམ་པས་ཀྱང་དེ་ལྟར་བཙལ་ན་རླུང་འཕྲིན་གསལ་བོ་ཉན་ཐུབ། ང་ཚོས་འོད་ཚད་ཁག་གསུམ་བེད་སྤྱོད་བྱེད་བཞིན་ཡོད་པས་འོད་ཚད་གཅིག་གསལ་བོ་མེད་པ་ཡིན་ན་གཞན་གཅིག་ཚད་པ་ཡིན་ན་རླུང་འཕྲིན་ཁ་གསལ་རུ་འགྲོ་གི་རེད། རྣམ་པ་ཚོས VOA ཨ་རིའི་རླུང་འཕྲིན་ཁང་ཟིན་རྒྱུ་མ་བྱས་པ་གནང་རོགས།

ཆེད་མངགས་ཕལ་ཆེར་གོ་སྒྲིག་དེ་ཚོ་ཕྱག་ལས་དེ་ཚོ་གནང་ཡག་གི་དེ་འདྲ་ཅིག་གནང་གི་འདུག་བ། དེ་ཟེར་དུས་ཚོན་པ་ནམ་གུའི་ཡིན་ན་སྐུ་ཚབ་དོན་གཅོད་ཁང་གི་ཕྱག་ལས་ནང་ལོག་ནས་གན་གཙོ་གཅིག་དེ་སྐུ་མདུན་ཆིབས་བསྒྱུར་གི་གྲ་སྒྲིག་ཁག་རེད་བ། དེ་འགྱུར་བ་ཆུང་ཡོག་རེ་ཡོག་མ་རེད་བས། ད་བར་ལམ་སྤྱི་ཟླ་དྲུག་པའི་ཆིབས་བསྒྱུར་སྐབས་དེ་ལ་འགྱུར་བ་ཕྲན་བུ་ཞིག་བྱུང་བ་རེད། ཡིན་ནའི། ང་དོན་གཅོད་བསྐོ་གཞག་བྱས་པ་རེད་ཅེས་བཀའ་གནང་པའི་སྐབས་དེ་ལས་ཆིབས་བསྒྱུར་དང་འབྲེལ་བའི་ཐོག་ནས་བཀའ་འདྲི་ཞུ་ཡ་བྱུང་དེ་ད་ལྟ་མུ་མཐུད་ནས་ད་དོན་གཅོད་རང་འགན་འཁྱེར་ཡ་ཡིན་པ་དེ་གསལ་པོ་ཕྱིན་སོས་གནང་ཡོད་རེད། ཡིན་ནས་ད་འདི་སྒང་ལ་ཡང་འགྱུར་བ་ཅི་གར་ཕྱིན་ཡོད་རེད་ཟེར་ན། སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་འཛམ་བུ་གླིང་ཡུལ་གྲུ་ག་བར་ཆིབས་བསྒྱུར་གནང་བ་ཡིན་ནས། ཡང་སྐབས་རེ་དོན་གཅོད་ཉམས་མྱོང་ཡོད་པ་དང་སྐབས་རེ་དོན་གཅོད་ཉམས་མྱོང་མེད་པ་དང་དེ་འདྲའི་མང་པོ་ཡོང་བསྡད་ཀྱི་ཡོད་པ་དང་ཨ་ནི་ཡང་ལྷག་པར་དུ་ད་ལྟའི་སྐབས་སུ་གཅིག་དགའ་ལྡན་ཕོ་བྲང་གི་སྒྲིག་འཛུགས་དེ་ད་བོད་མིའི་སྒྲིག་འཛུགས་དང་དུ་ཕྱིན་ནས་ངོ་བོ་ཐ་དད་ཅིག་ཡོད་པའི་རྒྱུ་མཚན་ལ་བརྟེན་ནས། སྤྱི་བཏང་ཆིབས་བསྒྱུར་ཡག་ད་སྙན་སང་ཞུ་མཁན་མི་འདྲ་ཡོང་གི་འདུག་རེད་ཡང་ཐད་ཀར་སྙན་སང་ཞུ་མཁན་ཕོ་བྲང་རང་ལ་ཐད་ཀར་སྙན་སང་ཞུ་དོན་གཅོད་བརྒྱུད་ནས་མ་ཡོང་མཁན་དེ་འདྲ་ཡོང་གི་འདུག་དོན་གཅོད་བརྒྱུད་ནས་ཞུ་མཁན་དེ་འདྲ་ཡོང་གི་འདུག་ཨ་ནི་ཡང་གང་ཟང་བྱེ་བྲག་པ་ཚོས་ཡང་ཕོ་བྲང་ལ་སྙན་སང་ཞུ་བྱས་དེ་འདྲ་བྱས་ཡ་དེ་འདྲ་ཡོང་གི་འདུག་ད་དེ་ཚོ་ང་ཚོ་རིམ་པས་རིམ་པས་ག་འདྲེས་ཅིག་བྱེད་དགོས་ཀྱི་ཡོད་མེད་དེ་ད་ང་འདྲ་བོ་བྱིས་ནས་ད་ལྟ་ང་དེ་འགན་འཁྱེར་བའི་རྗེས་ལ་ཡང་སྐུ་མདུན་ཆིབས་རྒྱུག་གནང་ཡ་བྱུང་ཡོད་མ་རེད་ཡིན་ནས་དེ་སྔ་ཆིབས་རྒྱུག་སྐབས་ལ་བཅར་ཡ་གོ་སྐབས་དེ་འདྲ་བྱུང་ཡོད་པས་སོང་ཙང་ཡིན་ནའང་ང་ཚོ་གོ་སྒྲིག་བྱེད་མཁན་རྣམས་ལ་ཡ་གཅིག་མང་པོ་བརྗོད་དུས་ཚང་པ་ལ་སྐབས་རེ་སྐབས་རེ་མཐུན་དང་མ་མཐུན་གྱི་གནས་ཚུལ་དེ་འདྲ་འོ་དེ་འདྲ་ཕྲན་བུ་ཕྲན་བུ་དེ་འདྲ་ཡོང་གི་བ་རེད། ད་ཡང་སྙན་སང་ཞུ་ཡས་དང་ག་བ་ལ་ཆི་རྒྱུ་གནང་དགོས་མིན་ཐུགས་ཐག་གཅོད་ནས་དེ་ག་འདི་ཁོ་རང་རང་ནས་མཛད་འགན་བཞེས་ཆེད་གནང་གི་ཡོད་པ་དེ་ད་ང་ཚོ་བཤད་མ་བ་རེད་ཨི་ནི་ཆི་རྒྱུ་སྐབས་སུ་ཅི་ནུ་ཧོན་སི་སྐྱག་མོ་ཆུང་མོ་མཆོག་གི་སྐུ་ཡི་བསྲུང་བྱ་དང་ཨ་ནི་འབྲེལ་བའི་གི་གནད་དོན་དེ་ག་དེ་ཆ་ཚང་རང་དོན་གཅོད་རང་ནས་འགན་འཁྱེར་དགོས་གི་ཡོད་པ་དེ་ད་ད་གསལ་བོ་གསལ་རྐྱང་ཡིན་ཨ་ནི་དེ་ཡིན་དུས་ད་དེ་གུས་གཅིག་པུ་འདུད་ལ་ཆི་ཡུ་རྒྱུ་རོབ་དང་ཆ་ཚང། ཚང་མ་ལ་ཚང་མ་ལ་གཅིག་པ་དོན་གཅོད་ཆ་ཚང་གཅིག་པ་ཨ་མི་རི་ཀ་གཅིག་པུ་དམིགས་བསལ་ཡོང་བ་ཡོང་བ་རེད་དོན་གཅོད་ཁྱོན་ཡོངས་ནས་ཨ་ནི་ཅིག་ཕོ་བྲང་དང། བོད་མིའི་སྒྲིག་འཛུགས་ཀྱི་བཀའ་ཤག་གི་འོག་ལ་ཕྱི་དྲིལ་ལས་ཁུངས་ཕྱི་དྲིལ་ལས་ཁུངས་ཀྱི་འོག་ལ་དོན་གཅོད་ཚོའི་ལས་ཀ་བྱེད་སྟངས་སྐོར་དེ་ད་འདོད་གནས་ཚུལ་ག་ཤེད་ཅིག་ཁ་གསལ་པོ་བཟོ་དགོས་དེ་འདྲ་ཡོད་རེད་དེ་ཚོ་ཁོ་རིམ་པས་རིམ་པས་ང་ཚོ་དོན་གཅོད་ཚོགས་འདུ་སྐབས་ལས་གཉེར་ཚང་ཞུས་ཡོད་རེད་དེ་ཚོ་ཚིག་ཏུ་ནང་འཁོད་བསྡད་ཡོད་རེད། འཛིན་སྐྱོང་བཀའ་ཤག་གིས་པ་ནས་སྲིད་སྐྱོང་མཆོག་དབུས་པའི་གི་ག་ནད་ཕོ་རང་མཉམ་དུ་གོ་བསྡུར་གནང་ཆེད་གཏན་གཏན་ང་ཚོ་ལམ་སྟོན་བས་ཐོག་ཁ་བོ་རེད་གསུངས་པ་འདུག་དེ་ཡིན་དུས་ཚོན་པ། ད་དེ་ཆིབས་བསྒྱུར་གནང་ཡག་དེ་ཐུགས་གཏན་མཁས་པའི་རྗེས་ལ་ས་གནས་ག་བ་ག་བ་ཆིབས་བསྒྱུར་གནང་གི་ཡོད་མེད་དེ་ཚོ་ཐུགས་གཏན་མཁས་ཚར་བའི་རྗེས་ལ་ཡང་ཁག་གཅིག་ལ་ང་ཚོ་དུས་ཚོད་ཡན་ཆད་ནས་དཔེར་ན་ག་ནས་ག་བ་ཆུ་མིག་གནང་གི་རེད་དུས་ཚགས་ཆང་ཞིག་གྱོད་གཞི་ག་རེའི་ཐོག་ལ་གནང་གི་རེད་དེ་གའི་ཆ་ཚང་ཞིག་ང་ཚོ་བོད་སྐད་གདན་འདྲེན་ཞུ་ངེས་དང་ལྷན་དུ་གོ་ཐུབ་ཞུ་གི་ཡོད་རེད། ཁ་ནི་སྤྱི་ཡོངས་ནས་ག་ད་ག་བ་ཆིབས་བསྒྱུར་གནང་གི་ཡོད་པ་ཡིན་ནའི་དེ་ལ་ཡང་ཆིབས་བསྒྱུར་མ་གནང་སྔོན་ནས་ཐེངས་མ་གཅིག་ཡིན་ནའི་ད་ཐེངས་མ་གཅིག་ལྟ་ཡིན་གྱི་མིན་གྱི་བྱས་ནི་དགོས་གལ་བྱུང་བ་ཡིན་ནའི་ཡང་ཐེངས་མ་གཉིས་ཟིན་རེད། སྔོན་ལ་ཡང་ད་ཅིག་ས་ཆ་ག་ནས་ག་བ་ཆིབས་བསྒྱུར་གནང་གི་ཡོད་མེད་སྐར་མ་ག་ཚོད་བགར་གི་ཡོད་མེད་དེ་ལ་ཡང་ད་ཅིག་གྲ་སྒྲིག་ག་རེ་བྱེད་དགོས་གི་ཡོད་མེད་དེ་གའི་ཆ་ཚང་ཞིག་མ་རེ་རེ་རེ་རེ་བྱས་རྗེས། དེ་འདྲའི་ཞུ་མཁན་ལྷན་དུ་ང་ཚོ་དེ་གོ་སྒྲིག་ཞུ་སྐབས་དེ་བྱས་དགོས་ཀྱི་ཡོད་རེད། ཨ་ནི་དེའི་ཐོག་ལ་ཡ་ད་ག་ཚོད་རེད་ད་ཆིབས་ད་གཙོ་བོ་གལ་ཆེ་ཡ་རེད་བ་དེ་ཆིབས་བསྒྱུར་གྲུབ་པའི་རྗེས་ལ་ཡ་བསྒྱུར་སྐྱོང་བྱས་དགོས་ཡ་གི་ལས་འགན་དེ་ད་ང་ཚོ་བསམ་བློ་མང་ཞིག་བཏང་དགོས་ཀྱི་འདུག་ཁ་སང་ཆིབས་བསྒྱུར་གནང་བའི་སྐབས་ལ་ཡག་པོ་ཞུ་བྱུང། ཨ་ནི་ཆིབས་བསྒྱུར་གནང་གྲུབ་པའི་རྗེས་ལ་ཡ་ད་མཇུག་དེ་སུས་སྐྱོང་གི་རེད་ཟེར་ཡ་དེ་ཡ་ང་ཚོ་དོན་གཅོད་ལས་ཁུངས་གཅིག་པུ་ནས་ཐུབ་ཡ་དེ་འདྲ་མ་རེད་ཡ་དེ་ལ་ཡ་ང་ཚོ། ག་འདྲས་ཐུན་མོང་གི་ཐོག་ནས་ནུས་པ་ག་འདྲས་སྤེལ་དགོས་ཀྱི་འདུག་དེ་ཚོ་ཐོག་བསམ་གཏང་ཡང་མང་པོ་བྱས་འདུག་ཨང། ཉི་མ་ལྟ་དགུན་དུས་ཆིབས་སྒྱུར་སྐབས་སུ་དཔེར་ན་གཙུག་ལག་སློབ་གྲྭ་ཆེན་མོ་དེ་ཚོའི་རྒད་པོ་བོད་པའི་པོ་གུ་ལ་སློབ་ཡོན་གནང་ཡ་ཞེ་ཞེས་ད་ལྟའི་ཅིག་མང་པོ་ཅིག་དགུན་དུས་ཆིབས་སྒྱུར་སྐབས་སུ་ཡོང་གི་འདུག་ད་དེ་མུ་མཐུད་ནས་ཡང་མཇུག་སྐྱོང་གནང་ཡ་དེ་ཐུགས་ཞུ་ཕུལ་གྱི་རེད་མང་ཚོགས་ནང་ཡང་བསམ་ཚུལ་ཁ་ཤས་ཅིག་དེ་འདྲས་ཡོང་བསྡད་འདུག་ད་ང་ཚོ་བྱང་ཨ་རིའི་སྤྱི་ཚོགས་འཕེལ་རྒྱས་ཐོག་ལ་ཡར་ཞུས་པའི་ནང་ཡང་སྐུ་ངོ་ཐང་ཅིའི་འཆར་གཞི་ཁ་ཤས་ཅིག་གསུངས་གནང་སོང

འགན་བཞེས་མཁན་སྔ་རྗེས་ཀྱི་ཐབས་ཤེས་མང་པོ་གནང་ཡོད་རེད། ཨ་ནི་ལོ་སྟར་ཆགས་ལ་བོད་པའི་སྤྱི་ཚོགས་ནང་ལོགས་ལ་ཡང་བོད་མིའི་སྒྲིག་འཛུགས་ཀྱི་འགྲོ་སོང་བཏང་དགོས་དེ་ཁོ་ལོ་རེར་རེར་མང་རེ་མང་མང་འགྲོ་གི་ཡོད་རེད་མ་གཏོགས་ཅིག་གིས་ཉུང་ཙམ་ཡང་འགྲོ་གི་ཡོད་མ་རེད། ཨ་ནི་བཀའ་ཤག་སུ་ཕེབས་ཡིན་ནའི་བཀའ་ཤག་སུ་སུ་སུས་ཀྱིས་འབྲེལ་བ་གནང་བྱས། ནི། གཅིག། གཞུང་ཡིན་ནའི་རེད། སྒེར་པ་ཡིན་ནའི་རེད། སྒྲིག་འཛུགས་ཧ་ཡིན་ནའི་རེད་མང་པོ་ཅིག་ལ་ཡར་འདུག་བྱས་རྗེས་ད་ལྟ་བར་དུ་ད་བོད་མིའི་སྒྲིག་འཛུགས་ཀྱི་འགྲོ་སོང་དེ་ག་དེ་དྭངས་སིད་འདྲ་བོ་བྱས་རྗེས་འདུག་བྱེད་འགྲོ་དེ་ག་ཡོད་རེད། དེ་ཡིན་དུས། དཔེར་ན། རོབ་ཙོས་འདྲ་བོ་ཞུས་པ་ཡིན་ན་ལོ་གཅིག་ནང་ལོགས་ལ་ང་ཚོ་ཨ་རིའི་འགྲོ་ལ་ས་ཡ་གསུམ་སོ་ལྔ་ཞིག་བཀའ་ཤག་གི་འཆར་གཞི་བཟོས་རྗེས་ཨ་ནི་གྲོས་ཚོགས་ནས་བཀའ་འཁྲོལ་གནང་ནས་གཏན་འབེབས་འདུག་བྱེད་གནང་གི་ཡོད་རེད་དེའི་ནང་ལོགས་ནས་བོད་མི་རང་གིས་ང་ཚོ་ཅིག་བོད་པའི་ཆེད་དུ་འགྲོ་སོང་བཏང་ཡ་དེ་དྭང་བླང་དཔྱ་དངུལ་ངོ་བོ་ཐོག་ནས་རེད་ངེས་ཅན་བསྡུ་དངུལ་ག་རེ་མེད་རེད་དེ་ཚོ་ཐོག་ནས་ཡར་སླེབས་ཡ་དེ་བརྒྱ་ཆ་དྲུག་བདུན་དེ་འདྲ་ཞིག་མ་གཏོགས་སླེབས་ཐུབ་ཀྱི་ཡོད་མ་རེད་ད་དེ་ལྷག་མ་གི་བརྒྱ་ཆ་དགུ་བཅུ་གོ་གསུམ་ཟིན་རེད་དེ་ད་གཞན་པ་ནས་རོགས་རམ་རྐྱང་རྐྱང་ཞུས་བྱས་འདུག་ཞིང་ཡོང་བསྡད་ཀྱི་ཡོད་ད་གཙོ་བོ་གཙོ་བོ་དེ་རྒྱ་གར་རུམ་ཅིག་ཐུགས་རྗེ་བཀའ་དྲིན་གྱི་ཐོག་ནས་དེ་ཚོ་ཡོང་བསྡད་ཀྱི་ཡོད་རེད་ཨ་ནི་འཛིན་སྐྱོང་སུའི། མཁན་ཞིག་ཡོད་ནས་དེའི་སྐབས་དེ་ལ་འབད་བརྩོན་གནང་པའི་གྲུབ་འབྲས་ལ་བརྟེན་ནས་སྡུག་ཅིང་ཡོང་སྡུག་ཡོད་རེད། ཨན་བྱས་ཙང་ང་ཚོའི་ད་ལྟའི་སྤྱི་ཚོགས་ནང་ལོག་ལྟ་ཅིག་རང་ཁ་རང་གསོ་བྱས་ཏེ། ད་ལྟའི་བཀའ་ཤག་གི་སྲིད་ཇུས་ཅིག་རེད་ལ། ཨ་ནི་སྙན་མ་ནས་ད་མང་པོ་ཅིག་རང་ཁ་རང་གསོ་བཞིན་བཤད་སྡུག་གི་ཡོད་རེད། ད་ང་ཚོ་ཁ་ཡོད་ལག་ཡོད་ཀྱི་རང་ཁ་རང་གསོ་བྱེད་དགོས་ཀྱི་ཡོད་པ་ཡིན་ན། ད་བོད་པ་རང་གི་དཔེར་ན་བྱང་ཨ་མི་རི་ཀའི་ནང་ལོག་ལ་བོད་མིའི་ཁེ་ཕན་གྱི་ཆེད་དུ། བོད་པའི་རྩ་དོན་གྱི་ཆེད་དུ་ཡིན་ནའི་རེད། བོད་མི་རིགས་ཀྱི་ཆེད་དུ་ཡིན་ནའི་རེད་ཨ་ནི་གཅིག་བོད་མི་རིགས་ཀྱི་ད་ངོ་བོ་སྲུང་སྐྱོབ་བྱེད་དགོས་བོད་པའི་སྐད་ཡིག་དང་ཆོས་དང་རིག་གཞུང་ཚོ་ལྷག་པར་དུ་གཞོན་སྐྱེས་ཚོའི་ནང་ལོགས་ལ་ཡ་གཅིག་མི་ཉམས་རྒྱུན་འཛིན་བྱེད་ཡག་གི་ཆེད་དུ་ལས་གཞི་མང་པོ་གཅིག་ང་ཚོ་བསམ་བློ་ཡོད་ཡག་རེད་བྱེད་ཐུབ་ཡོད་རེད་ཡིན་པ་ཡིན་ནའི་ཨ་མི་རི་ཀ་ནང་ད་ངས་ཞུ་དགོས་ཡོད་གོམ་པ་རྒྱབ་འགྲོ་ན་མ་གཏོགས་གཅིག་གཞན་པ་ད་འགྲོ་ལོག་མེད་བས་ཀྱི་ཁྱོད་ནི་རང་རེད་གོ་ཁྱོ་རྒྱག་ཡ་མི་འདུག་ཨ་ནི་བོད་མིའི་སྒྲིག་འཛུགས་ནས་མང་ཞུ་དེ་དགོས་ཀྱི་ཡོད་པ་ཡིན་ན་ནི་ཡང་བོད་མིའི་སྒྲིག་འཛུགས་ཀྱི་གཞན་པ་ནས་ཐབས་ཤེས་མང་པོ་ཞུ་བྱེད་ཅེས་ཕ། ད་རྒྱ་གར་དང་བལ་ཡུལ་དང་འབྲུག་དང་དེ་ཚོ་ནང་ལོགས་ལ་ཡང་ང་ཚོ་དཀའ་ངལ་ཆེ་ས་ནང་ལོགས་ལ་ཡང་ཅིག་མང་པོ་ཅིག་བེད་སྤྱོད་བཏང་དགོས་ཀྱི་ཡོད་དུས་ད་བྱང་ཨ་མི་རི་ཀའི་ནང་ལོགས་ལ་ཡང་བྱང་ཨ་མི་རི་ཀའི་བོད་པ་རང་གི་ཆེད་དུ་འགྲོ་སོང་བཏང་ཡག་འདི་གས་དེ་བྱང་ཨ་མི་རི་ཀའི་བོད་པ་རང་གི་འདུག་ཐུབ་ན་ཡག་པོ་འདུག་གོ། བྱས་ཙང་བོད་པ་རེ་རེ་རེ་རེ་གི་དང་བླང་གི་ཐོག་ནས་འགྲོ་ལ་སྔ་སྔ་ཞིག་འདུས་ཐུབ་པ་ཡིན་ན། ཁོ། ཕྱོགས་གཅིག་ནས་བྱིན་ན་ལོ་གཅིག་རུ་དྲོ་ལ་དྲུག་ཅུ་ཟིན་ན་མང་དོགས་ཁ་བོ་རེད་འདོད་ཡང་ཕྱོགས་ཞིམ་པ་ཅན་བལྟས་པས་ཟླ་བ་གཅིག་ནང་ལོ་ལ་དྲོ་ལོང་ལྔ་ཟིན་དུས་མཚན་པ་ཉི་མ་རེ་རེ་རེ་བརྩིས་པ་ཡིན་ན་སེམས་ཁ་ཤས་གཅིག་ཉི་མ་རེ་རེའི་ཕར་ལས་ཁུངས་ཕྱི་ལོགས་ཕྱིན་ཆད་ཚུར་ཡོང་ཆེད་ཨ་ན་ཀྲུག་ར་མཛོད་མ་གཅིག་བསགས་པ་ཡིན་ནའི་དྲོ་ལ་ལྔ་དང་ཉུང་མཐར་ཆ་དེ་ཡང་སོ་རུ་ཆགས་ཀྱི་ཡོད་དུས་མཚན་པ་དེ་འདྲའི་གཅིག་གིས་མི་རེ་རེར་དྲོ་ལ་ལྔ་ལྔ། ཨ་ནི་མི་ལྔ་བོད་པ་ལྔ་སྟོང་ཞིག་གིས་སྤྲད་ཐུབ་པ་ཡིན་ནའི་ལོ་གཅིག་ནང་ང་ལ་དྲོ་ལ་འབུམ་གསུམ་ཞིག་འདུག་ཟེར་གྱི་འདུག་འོན་ཀྱང་དྲོ་ལ་འབུམ་གསུམ་ཞིག་སྟར་ཆགས་ཡོང་ཡས་ཡོད་པ་ཡིན་ན་ཨན། དེ་གས་དེ་མ་འོངས་ཀྱི་ང་ཚོ་འཆར་གཞི་ལྡན་པའི་ཐོག་ནས་ལས་རིམ་འཕངས་འགྲིག་ཐུག་འདུག་ད་ད་ལྟའི་སྐབས་ལ་ཡིན་ན། དོན་གཅོད་ལས་ཁུངས་ཀྱི་ངོས་ནས་དངུལ་ཐབས་ཤེས་ཤིག་གནང་གི་ཡོད་རེད་དེ་སྔ་དོན་གཅོད་ཚང་མས་གནང་ཡོད་རེད་ཨན། ལས་གཞི་ལག་བསྟར་གནང་ཡོད་རེད་ལྷག་པར་དུ་གཞོན་སྐྱེས་གོ་སྒྲིག་དང་ནང་ཆོས་ངོ་སྤྲོད་དང་དེ་ཚོ་ནང་ཆོས་ངོ་སྤྲོད་ཡིན་པ་ཡིན་ན་ག་འདི་ཁོ་རང་རང་ནས་མ་ཐེབས་རྩ་ནས་གནང་གི་ཡོད་རེད། གཞོན་སྐྱེས་གོ་སྒྲིག་ལས་རིམ་ཚོ་ཡིན་ན་དོན་གཅོད་རང་གི་བར་ཐབས་ཤེས་བྱས་རྗེས་དཔེར་ན་སྐལ་རྡོ་ལགས་སྐབས་ཡིན་ན་སྐལ་རྡོ་ལགས་ཐབས་ཤེས་གནང་བྱས་འདུག་ཕྱིན་ད་ཚོགས་འདི་འདྲ་བྱུང་ཡོད་རེད། དེ་སྔའི་དོན་གཅོད་ཚོས་སོ་སོ་སོའི་སྐབས་ལ་ཡང་གནང་ཡོད་རེད་དེ། ང་ཚོ་དངུལ་དེ་འདྲས་ཀྱི་ཡོང་འབབ་ཅིག་ཡོད་པ་ཡིན་ན། ཨ་ནི་མ་འོངས་པའི་འཆར་གཞི་ཡང་དངུལ་དེ་གི་བདག་དབང་དེ་ག་འདྲ་བྱེད་དགོས་ད་དྲི་བ་དེ་ག་དེ་སླེབས་ཡོང་གི་རེད་བ་དངུལ་བདག་དབང་དེ། བྱང་ཨ་མི་རི་ཀར་བོད་པའི་མི་རིགས་ཚོ་བསྡུས་བཞག་པ་ཡིན་པས་སོང་ཙང་དངུལ་བདག་དབང་དེ་གས་བྱང་ཨ་མི་རི་ཀར་བོད་རིགས་སྤྱི་མཐུན་ཚོགས་པ། ཚོས་གནང་ཐུབ་པ་ཡིན་ན། སྤྱི་མཐུན་ཚོགས་པའི་ནང་སྤྱི་མཐུན་ཚོགས་པའི་ཚོགས་ཆེན་ལོ་རྟག་པ་རེ་རེ་ཚོགས་ཀྱི་ཡོད་རེད་དེའི་ནང་ལ་ཡང་ང་ཚོ་ལས་འཆར་ཚོ་ཕར་ཁས་ཕྱིན་བྱས་དེའི་ནང་ལ་གལ་ཆེ་ཆུང་ག་རེ་ཡིན་མིན་དེ་སྤྱི་མཐུན་ཚོགས་པའི་ཚོགས་ཆེན་རང་ནས་ཐག་གཅོད། དེའི་ནང་འགྲོ་སོང་ག་ཚོད་འགྲོ་གི་འདུག་དེ་ཚོ་ཚོད་དཔག་བྱས་རྗེས་གཏན་འབེབས་ཅིག་བྱེད་ཐུབ་པ་ཡིན་ན། དེ་ཚོའི་གི་འགྲོ་ལུགས་འགྲོ་སྟངས་ཚོ་ཚང་མ་ཕྱི་གསལ་ནང་གསལ་བྱས་ནས། དངོས་གནས་དྲ་གནས་ཁ་ཡོད་ལག་ཡོད་ཀྱི་རང་ཁ་རང་གསོ། ད་ལྟ་འདི་འདྲས་ཅིག་བྱུང་བ་ཡིན་ན་ཅིག་ཡང་གཞུང་འབྲེལ་མ་ཡིན་པའི་གི་ཐེབས་རྩ་ཅིག།

ཁ་ཐུག་རི་ག་རེ་ཞིག་གནང་གི་ཡོད་ན། དམིགས་བསལ་ཆོས་ཚོགས་དང་བཅས་འབྲེལ་དེ་ག་འདྲ་ཡིན་ན། རྩ་བའི་ཆ་ནས་ཁ་ཆེ་ང་ཚུ་དེ་དོན་གཅོད་རྒན་མ་ཁེ་ངོས་ནས་ཅི་ནུ་ཧོང་སི་ཀྲང་པོ་ཆུང་མཆོག་གི་ལམ་སྟོན་ཕེབས་ཡོད་རེད་དཔལ་ལྡན་སྲིད་སྐྱོང་མཆོག་གི་ལམ་སྟོན་ཕེབས་ཡོད་རེད་ཨིན་དང་ནས་བཞིན་ཕྱི་དྲིལ་ལེའུ་ནས་ལམ་སྟོན་ཕེབས་ཡོད་པའི་ནང་ལོགས་ནས་གཅིག་དེ་ད་བོད་རིགས་མང་པོ་ཆགས་ཡོད་པའི་རྒྱུ་མཚན་གཅིག་དེ་གཅིག་བྱས་གཉིས་པ་དེ་ད་ཆོས་ཚོགས་མང་པོ་ཞུ་ཆེ་བྱང་ང་མི་རི་ཀའི་ནང་ད་སྤྱི་དང་འཛམ་བུ་གླིང་ཁྱོན་ཡོངས་ལ་བོད་བརྒྱུད་ནང་བསྟན་གྱི་ཆོས་བརྒྱུད་ཆེན་མོ་བཞི་དང་གཡུང་དྲུང་བོན་ཅེས་པའི་གི་ད། མང་པོ་ཅིག་ཆོས་ཚོགས་མང་པོ་ཞུགས་ཅིག་ཤུགས་ཆེར་འགྲོ་གི་ཡོད་རེད་ལྷག་པར་དུ་བྱང་ཨ་མི་རི་ཀའི་ནང་ལོགས་ལ་ཡང་ཨ་ནི། ད་ལོ་རེ་ནས་ལོ་རེ་ཆེ་ཆེ་ཆོས་ཚོགས་མང་མང་མང་དུ་འགྲོ་བསྡད་ཀྱི་ཡོད་དུས། རྒྱ་རོམ་གཅིག་གི་དགོངས་པ་དེ། སྤྱི་བཏང་གི་དགོན་སྡེ་ཆེན་པོ་ཚོ་ཡིན་པ་ཡིན་ནའི་དེ་ཚོ་ཕྲན་ག་དེ། ཅིག་མ་འོངས་པ International Buddhist Studies Center དེ་འདྲའི་སྒྱུར་ཐུབ་ཡ་དང་ད་ཅིག Nalanda གི་གཙུག་ལག་ཁང་ཆེན་མོ་དེ་ཚོ་ནང་བཞིན་བྱས་ནས་གང་ལྟར་བོད་པའི་ནང་ཆོས་ཀྱི་ཐོག་ལ་སློབ་སྦྱོང་བྱེད་དགོས་ཡོད་ན་ནང་ཆོས་ཀྱི་ཐོག་ལ་སློབ་སྦྱོང་བྱེད་དགོས་ཡོད་ན་འཛམ་བུ་གླིང་ག་ས་ནས་མི་རིགས་ག་འདྲི་འདྲ་བ་ཅན་པ་ཡིན་ནས་འཛོམས་རྗེས་སློབ་སྦྱོང་བྱེད་ཐུབ་ཡ་ཡོད་པའི་གི་དགོངས་པ་དེ་འདྲས་རླབས་ཆེན་རྒྱ་ཆེན་པོ་ཅིག་བཞེས་གནང་གི་འདུག་བ་ད་ཆོས་ཚོགས་ཁག་འདྲ་བ་ཅན་པ་ཡིན་ན་ཆོས་ཚོགས་ཁག་དེ་ག་དེ་ཚེས་བཅུ་དང་ཉེར་ལྔ་སོ་ལ་ཡ་ཅིག་སོ་སོ་ལ་ཡ་ཅིག། འདོན་པ་དོན་ཡང་སུ་རུ་དེ་འདྲ་དང་སྨོན་ལམ་དོན་ཡང་སུ་དེ་གཅིག་པོ་མ་ཡིན་པ། ཚོགས་མི་འདི་གའི་དེ་སྒོམ་རྒྱ་ས་སུ་རུ་གཅིག་པོ་མ་ཡིན་པས་ཀྱི། ཆོས་ཚོགས་འདི་གའི་དེ་ཆོས་འཆད་ཉན་བྱེད་སའི་ཀྱི་བསྟི་གནས་གཅིག་ལ་འདུག་གོ་རེ་ཟིན་ད་རྒྱ་གར་བ་ཅིག་དགོངས་པ་འདི་རེད། དེ་ཡིན་པས་སོང་ཙང་ཨ་ནི། དགོངས་པ་འདི་གཞི་ལ་བཞག་པའི་ཐོག་ནས། ཆོས་ཚོགས་ཁག་ཚང་མ་ལ་བག་བཅར་ནས། ཁ་ཚོན་ད་མིའི་རྩ་ནས་གོ་ནས་གཅིག་པོ་ཕན་ཐོགས་མི་འདུག་དེ་ཡིན་དུས་ཁ་ཚིག་ནིའུ་ཡོག་ནིའུ་ཇེར་སི་བཅར་བའི་སྐབས་ལ་དེའི་གཡས་གཡོན་ལ་ཆོས་ཚོགས་འདི་གའི་ཚང་མ་ཅིག་བཅར་ཡང།

མགྲོན་ཁང་སོགས་ག་འདྲས་འདུག་དེ་གས་ཚང་མ་ཅིག་བལྟས་རྗེས་མ་འོངས་པ་ང་ཚོ་དབྱར་ཁའི་གུང་སེང་སྐབས་ལ་དཔེར་ན་བོད་པའི་སྐད་ཡིག་ཐོག་ལ་འདི་ཞུ་འདི་དགོས་ཡིན་ཅིག་མིན་ཅིག་ནང་ལ་ཕ་མ་ཚོས་སྤུ་བོ་ཚོ་ལ་བོད་སྐད་རང་རྒྱབ་རོགས་གྱིས་འདི་གཞི་རིམ་གྱི་གས་ཆ་ཤོས་དེ་ཆགས་ཀྱི་འདུག་འདི་བོད་སྐད་རྒྱབ་པ་ཡིན་ན་སྤུ་བོ་འདི་ག་འདྲ་ཟ་ཡས་བཏུང་ཡས་གོན་ཡས་ཚང་མ་ལོ་ཕ་མ་འདི་གཉིས་མ་སྤྲད་པའི་གིས་འགྲོ་ས་མེད་དུས་ཚན་པ་ལ་སྤུ་གུས་ཚུགས་བོད་སྐད་རྒྱབ་ནས་མ་རྒྱབ་ནས་ཕ་བོད་སྐད་ཤི་ཡས་ཀྱི་བག་ཆགས་ཅིག་ཏན་ཏན་ཡོང་གི་རེད། ལོ་དེའི་ཟེར་ཡག་ལོན་པ་ཡིན་ན་ང་བོད་པ་ཡིན་བསམ་ཡག་གི་ཅིག་ལ་བཞིན་འདི་ཀླད་པ་ཡིན་ན་ཨ་ནི་བོད་པའི་སྐད་སྦྱང་ཡག་གི་རྨང་གཞི་འདི་ཡོད་ཡོད་པ་རེད་བཞིན་འདི་གཅིག་བྱས་གཉིས་པ་འདི་ད་ཐ་ན་ང་ཚོ་གལ་ཆེན་པོ་གཅིག་འདི་གཟའ་མཇུག་འཛིན་གྲྭ་ཚོ་ཡ་དེ་གཟའ་སྤེན་པ་དང་ཉི་མ་ཚོ་ཡ་དཔེ་མེད་ཚེ་གལ་ཆེན་པོ་ཧང་སང་ཡ་ད་འདི་ད་ལོ་སྤྱི་ཟླ་བཅུ་པའི་ཚེས་གཅིག་གཉིས་ལ་ང་ཚོ་ཚོགས་ཆེན་ཐེངས་ལྔ་པ་དེ་ཚོགས་པ་རེད་སློབ་དེབ་གཏན་འབེབས་བྱས་སློབ་དེབ་སྐོར་ལ་གནས་ཚུལ་མང་པོ་བྱུང་ཡོད་རེད་དེ་ཚོ་ཚང་མ་ལོ་ཤེས་རིག་ལས་ཁུངས་ཀྱི་ཐུགས་འགན་བཞེས་རྗེས་ག་ད་ལོ་རྗེས་མའི་སྤྱི་ཟླ་ལྔ་བ་དྲུག་པ་ནང་ལོ་ལ་ཡ། སྐྱོན་ནོར་འཁྲུལ་རིགས་བྱེད་སྟངས་གང་སྟོན་པ་དེ་གས་ཚང་བ་མེད་པ་བཟོས་ཞེས་མ་བཀྲ་མེད་དེར་ཡོང། དགེ་རྒན་ཚོ་ཡིན་པ་ཡིན་ནས་སོ་སོ་ཟ་སྤེན་པ་ཉི་མ་བློས་བཏང་བྱས། རྦད་དེ་བོད་མི་རིགས་རང་གི་བསམ་སྟངས་ཆེད་ལས་ཀ་དེ་འདྲ་བྱེད་ཡོང་འོས་དུས་གཞོན་སྐྱེས་ཚོ་ལ་ཡང་དངོས་གནས་དྲ་གནས་ཅིག་བོད་པའི་སྐད་ཡིག་རེད་ཨེ་ནི་རིག་གཞུང་ནང་ལོག་ནས་འཁྲབ་སྟོན་དང་དེ་ཚོ་བྱེད་འགའ་དེ་ཅིག་མུ་མཐུད་ནས་གནས་ཐུ་ཡ་ལི་ཡ་ཞི་བ་ཅིག་ཕན་ཐོག་འདུག་ད་ཆོས་ཚོགས་ཚོ་མཉམ་དུ་ང་ཚོ་དབྱར་ཁའི་གོང་སེང་ཟླ་བ་གཉིས་གསུམ་རིང་ག་ལ་བདུན་ཕྲག་གཅིག་གཉིས་གསུམ་དེ་འདྲའི་ག་འདྲས་ཅིག་ཆོས་ཚོགས་མཐུན་རྐྱེན་ཡོད་མཁན་ཚོ་མཉམ་དུ་ཨ་ནི་བོད་ཀྱི་ཐེབས་རྩ་དང། སྤྱི་མཐུན་ཚོགས་པ་དང་དོན་གཅོད་བདེ་འགེགས་མཉམ་རུབ་བྱས་རྗེས་ཨ་ནི་བོད་པའི་གཞོན་སྐྱེས་ཚོ་ལ་ཡ་སློབ་སྦྱོང་སྤྲད་ཡག་གི་རྨང་གཞི་འདྲ་པོ་ཞིག་ག་འདྲས་གཏོ་དེ་མཉམ་རུབ་ཀྱི་ལེའ་བྱས་ཡག་ཐོག་ལ་ཡ་རེ་བ་རྒྱག་གི་ཡོད། འདི་སོགས་གོང་གི་ཏའི་མཐའ་འཇུག་དེ་ལེའ་བྱ་ཨ་རིའི་བོད་པའི་སྤྱི་ཚོགས་ནང་ལ་ཡ་ཏའི། དཀའ་ངལ་སེལ་དགོས་ཡ་དཀའ་ངལ་ཆེ་ཤོས་ག་རེ་སེལ་གི་འདུག་ད་ནང་བཞིན་ད་ང་ཚོའི་ང་ཚོའི་སྲིད་སྐྱོང་འོས་བསྡུ་གི་སྐབས་སུ་ད་གནས་ཚུལ་ལབ་གླེང་མང་པོ་ཞིག་བྱུང་ཙང་སྤྱི་ཚོགས་ནང་ལ་ཡ་དཀའ་ངལ་ཅི་དེ་ད་ལྟ་ཡིན་ནས་མི་མང་པོས་གསུང་གི་འདུག་ཕྱག་ལས་ག་རེ་གནང་བ་ཡིན་ནས་ད་དེ་ཡང་ཕྱོགས་གཞན་དག་ཅིག་ལ་ཕུགས་འདུག་ཕྱིན་ཆད་ད་དུང་ཡིན་ནས་ཨོ་འདི་བློ་བཟང་སེང་གེ་ཕྱོགས་རེད་ཤག་འདི་སྤེན་པ་ཚེ་ལ་ཕྱོགས་རེད་ཤག་ཟེར་ཡག་གི་མི་ཚོས་གི་སེམས་པས་བདག་ལ་ཡ། ཆོལ་ཁའི་གི་དབྱེ་བ་དེ་དོན་དོ་ཆེན་པོ་ཆིག་འདུག་སྤྱི་ཚོགས་ཡོངས་ལ་རེ་ཤ་ཆང་ཨ་རི་ན་ལས་འདུག་དེ་འདྲས་དེ་འདྲས་ད་སེམས་ཚོགས་བྱེད་ཉེན་འདུག་བྱས་ཙང་དེ་འདྲས་གི་བསམ་བློ་འཁེལ་ཉེན་གལ་སྲིད་ཡོད་པའི་ན་དེ་ཚོ་ལ་སྐུ་ངོ་བ་ན་གར་སུ་ཡང་ཡོད། རེད་དེ་མ་ཤེས་གོང་ལ་ད་ངས་ད་ང་ཚོའི་ལས་ཀའི་ནང་ལ་རྒྱ་ཆེ་ཤོས་གཅིག་དེ་རྒྱ་རིགས་འབྲེལ་མཐུད་བྱས་ཏེ་ཆེད་མངགས་ལས་བྱེད་ཅིག་བཙུགས་བྱས་འདུག་བཞག་ཡོད་རེད། དེ་ལས་ངས་ད་ངེད་ངའི་གོང་དུ་ཞུས་པ་ཡིན་དེ་ང་ཚོའི་ལས་བྱེད་གཅིག་གཅིག་པོ་མ་ཡིན་པའི་གིས་ད་རྒྱ་རིགས་སྐད་ཤེས་མཁན་དང་ནམ་རྒྱུན་དུ་ནས་རྒྱ་རིགས་མཉམ་དུ་འབྲེལ་བ་བྱེད་མཁན་ཚོ་ཡིན་ན་ང་ཚོ་ཚུ་དོན་གཅོད་ལས་ཁུངས་འབྲེལ་བ་ཞུ་རོགས་བྱེད་ཟེར་ཡང་ང་ཚོའི་མ་ཤེས་པ་དེ་འདྲ་ཡོད་པ་ཡིན་ན་འབྲེལ་བ་ཞུ་ཆོག་དེ་ང་ཚོ་ནུས་པ་ཆེ་རུ་ག་འདྲས་བཏང་གི་ཡིན་མེད་དེ་དང་འབྲེལ་མཚུ་ཐོག་ལ་དེ་བྱས་ཡ་ཡིན་ད་དཀའ་ངལ་གི་ནང་ལ་བཤད་པ་ནི་ང་ཚོ་སྤྱི་ཐང་སྤྱི་ཐང་ང་ཚོ་དུས་ཚོད་ཡག་པོ་ཞུ་བ་ཅིག་སླེབས་རེད་བསམ་གི་འདུག་སྤྱི་ཚོགས་ད་ལོ་ཉི་ཤུ་ལྷག་ཞིག་བྱེད་འདུག་བསམ་པ་དེ་རེད། ད་རྒྱ་རོ་མོ་ཆེ་གི་ང་ཚོའི་འོས་བསྡུ་ལས་རིམ་སྐབས་ལ་ཡང་སྐྱོན་ཆ་ཆུང་བ་དེ་ག་བྱུང་ཚར་བ་རེད་ང་ཚོ་ང་ཡི་ནས་འགྱོད་པ་ཡོད་ནོར་འཁྲུལ་ཆེ་ཆུང་ལ་མ་འདོད་པའི་འགྱོད་པ་ཡོད་ད་དེ་མ་འོན་པ་ཅི་དང་ཁ་ཚིག་ངས་མེ་ནོ་སོ་ར་དང་ནེའུ་ཡོག་ལས་ལབ་ཡིན་ད་ཁྱེད་ཚོ་ནང་ལོག་ནས་ཨོ་སྤེན་པ་ཚེ་རིང་སྐོར་གཞུང་མང་ཡོང་ལྟད་མོ་ལྟད་ཤག་བསམ་ངན་དེ་འདྲའི་ཡོད་ཀྱི་རེད་ད་དེ་ཆོ་བཅས་ཡོག་མ་རེད་ང་ཚོའི་ནུས་པ་དེ་འཕྲོ་བརླག་དང་ཕན་ཐོག་མར་གྲོགས་པོ་བྱས་ཞོགས་དེ་བཞིན་སོ་དཔལ་ལྡན་སྲིད་སྐྱོང་མཆོག་ངོས་ནས་ཡིན་པ་ཡིན་ན་རེད་ངའི་ངོས་ནས་རེད་སྐུ་མདུན་གྱི་ཐེངས་མ་ཁ་ཤས་ཅིག་ང་གཉིས་ལ་བཀའ་གནང་རྗེས་ཁྱེད་རང་གཉིས་ཀ་ལ་འགན་ཡོད་རེད་ད་ཕྱིན་ནས་གསུངས་པ་ནང་བཞིན་བྱས་ནས་ང་ཡང་གཉིད་སྔོན་ནས་ཡིན་པ་ཡིན་ནའི་ཅིག་ལྷག་བསམ་རྣམ་དག་གི་ཐོག་ནས་དེའི་སྔོན་སུ་རྒྱབ་སྐྱོར་བྱེད་ཡོང་བ་དེ་ཚོ་སྒྲུང་བཟོ་ཚར་བ་རེད་རེད་བ་རྟ་རྒྱུག་ཚར་རེད་དུས་ཡལ་ཚར་བ་རེད་ད་ཡིན་ནའི་མ་འོངས་པ་རྒྱ་གར་མི་ཚོས་དེ་འདྲའི་ཐུགས་འཚབ་ཡོང་མི་དགོས་ཡ་ཅིག་ད་ལྟ་ནས་ང་ཚོ་ལས་ཀ་བྱེད་སྟངས་རག་ལེ་གི་རེད་མ་གཏོགས་ཅིག་གིས་རྒྱ་གར་མི་ཚོས་དགོངས་པ་དག་རེད་བྱས་བྱས་ཨ་ནི་ང་ཚོ་ད་འདོད་མུ་མཐུད་ནས་བྱས་ཡ་ད་ག་རང་བྱས་བསྡད་པ་ཡིན་ནའི་རྒྱ་གར་མི་ཚོས་དགོངས་པ་དག་ཡ་ཞིག་ད་ཕར་བཞག་མ་འོངས་པ་ཐུགས་འཚབ་ཡང་བསྐྱར་ཡོང་ཡ་གི་འབྱུང་གཞི་དེ་ང་ཚོ་རྩ་བ་ནས་མེད་པ་བཟོ་དགོས་ཀི་རེད་ཚང་མ་ལོག་བསྡད་ལ་དགོངས་པ་བཞེས་རོགས་གནང་མ་གཏོགས་ཅིག་གིས་བློ་བཟང་སེང་གེ་ལགས་དང་ང་གཉིས་མི་སྒེར་གཅིག་གི་སྐད་ཆ་མ་རེད་དེ་ང་ཚོ་བོད་མི་རིགས་ཀྱི་སྐད་ཆ་རེད་རྒྱལ་ཁབ་ཀྱི་སྐད་ཆ་རེད་ཐུགས་ཆེ་ན། ཐུགས་ཆེ་ན་ང་ཚོས་ཁོང་ལ་བཅར་འདྲི་ཞུ་ས་ནི། བོད་མི་མང་སྤྱི་འཐུས་ཚོགས་ཟུར་དང་ད་ལྟ་བྱང་ཨ་རིའི་སྐུ་ཚབ་དོན་གཅོད་སྐུ་ངོ་སྤེན་པ་ཚེ་ལ་རེད་ཐུགས་ཆེ་སྐུ་ངོ། ཐུགས་ཆེ་ན། ལོ་སོ་ཨ་ནེ་ཟ་ཧོར་སྐྱེས་མའི་གཟའ་ལྷག་པ་ཉིན་གྱི་ང་ཚོའི་ཀུན་གླེང་བརྙན་འཕྲིན་ལས་རིམ་གྱི་ནང་ལ་ཡང། ཨ་མི་རི་ཀའི་འོས་བསྡུ་ལས་འགུལ་གྲུབ་འབྲས་དང་གྲོས་ཚོགས་གསར་པའི་གྲུབ་ཆ། དེ་བཞིན་རྒྱལ་ཁ་ཐོབ་པའི་སྲིད་འཛིན་དེ་ལ་ཡང་བོད་དོན་ཐད་ལ་རྒྱུས་མངའ་ག་འདྲ་ཞིག་ཡོད་མིན་སོགས་ཀྱི་སྐོར་ལ་ཡང་གྲོས་གླེང་ཞུ་ཡ་ཡིན་ཞེས་ཚང་གཟའ་འཁོར་རྗེས་མའི་ལས་རིམ་གསན་རྒྱུ་མ་རྙེད་པ་གནང་རོགས་གནང་ཞུ་ཡ་ཡིན། ད་ནས་བཤད་ཉེ་ཆར་ད་བཞུགས་སྒར་རྡ་རམ་ས་ལ་ལ་ཡང ྋགོང་ས་སྐྱབས་མགོན་ཆེན་པོ་མཆོག་ནས་ཡང་གཞིས་བྱེས་ཀྱི་བེམ་པོ་དང་དཔལ་མོ་བཀོད་སེར་སྐྱ་མང་ཚོགས་ནས་ཚེ་དཔག་མེད་ཀྱི་དྭངས་མ་བཅུད་འདྲིལ་གྱི་ཆོ་གའི་སྒོ་ནས་བརྟན་བཞུགས་སྟེགས་འབུལ་ཞུས་པའི་སྐབས་སུ་ཡང་ཀུན་མཁྱེན་འཇིགས་མེད་གླིང་པའི་གསུང་ཞིག་ཚོགས་གླུ་རུ་བཏང་སྟེ་ཚོགས་ཕུད་ཞུས་པའི་སྐབས་སུ་ཁོང་ཕྱོགས་ནས་ཐུགས་མཉེས་པོར་མཛད་བཞག་དང་ནང་བཞིན་ཚོགས་གླུ་འདི་སོགས་མ་བརྒྱན་པའི་ཞུ་ཡིག་ཨན་དི་དང་ཕྱོགས་མཚུངས་ལས་རིམ་དག་ག་ཚམ་ཞིག་ཡིན།
ཨན་དེ་ཀུན་གྱི་འཇིགས་མེད་གླིང་པའི་ཨ་མདོ་གསུམ། གྱི་ཁ་བརྡ་སྟེ་ཁྱང་དུ་ཚོགས་གླུ་ཞུ་སྟངས་སོང་བ་དེའི་སྙིང་ཅིག་ཧྲལ་དུ་བ་ཅིག་སེམས་ལ་ཕན་པོ་ལོ་ཅིག་ཡག་པོ་ཞུ་བཞིན་འདུག།